ཆོས་སྲིད་ཟུང་འབྲེལ་ལ་ཡི་ད་ལ་ང། སྙེ་མ་དེ་བ་ལ་ང་ཏེས་ཅིག་བསམ་བློ་འདུག་སྟངས་ནི་ད་དངོས་གནས་གང་འདི་ཡིན་ན་བྱས་ནས་ང་སྐྱེས་པ་ཆེ་ནས་དེ་ཉེས་ཅན་ཡིན་དམ་པས་ཀྱི་དུས་ཚོད་ད་ལ་ང་ཆོས་སྲིད་ཟུང་འབྲེལ་ལ་ཡི་ད་ལ་བརྒྱ་ཆ་བརྒྱ་ནས་བརྒྱ་ང་རང་གི་ངོ་ལེན་ཡོད་ང་ནི་དེ་ལ་དད་པ་ཡོད་ཡིད་ཆེས་ཡོད་ལ་ཡི་ཆེན་འོན་ཏེ་ཡིད་ཆེས་སླེབས་བས་ཀྱི་རྒྱུ་མཚན་འདི་ག་རེ་ཡིན་ཟེར་ན་ར་ཡང་ང་ཚོའི་གི་ཆོས་པ་ཚོ་གི་ཨ་ནི་སིའི་དེ་ལ་རྒྱབ་སྐྱོར་བྱེད་སྟངས་ཀྱི་ཐོག་ནས་ང་ཆོས་སྲིད་ཟུང་འབྲེལ་ལ་ཡི་དེ་ལ་རྒྱ་ཆེ་རྒྱ་ནས་རྒྱ་ཡིད་ཆེས་སླེ་ཟུང་ལ་ཡི་ད་འདི་དང་མཉམ་དུ་ང་ཚོ་ཆོས་འདི་ང་ཚོའི་བུད་མེད་ཀྱི་ཚོས་ཀྱི་མི་ཚེ་ལ་ག་ཚོད་གལ་ཆེན་པོ་ཡིན་རྒྱུ་དེ་ད་ང་རང་ཚོ་ཉིན་ལྟར་ར་ཤི་ང་རང་ཚོའི་ཟ་སྟངས་བཏུང་སྟངས་འགྲོ་སྟངས་ཐོག་ནས་ཧ་གོ་དྲུག་ད་དཔེར་ན་ཆང་ཤ་ལ་སྤུ་གུ་འདོགས་རྗེས་སྐྱེ་བ་ཡིན་ནས་ད་སྤུ་གུ་སྟབས་ཐེ་ཆེ་དྲུག་ཅིག་བོད་པའི་སྤྱི་ཚོགས་ནང་ལོ་ལ་བརྒྱ་ཆ་དགུ་བཅུ་གོ་ལྔ་དྲུག་ཅིག་ཡིན་གྱི་རེད་ད། བླ་མ་ཚ་ལ་མཚན་གྱི་བཞུགས་སྒར་འགྲོ་དགོས་ར། བླ་མ་ཚ་ལ་མིང་བཞུགས་སྒར་འགྲོ་དགོས་ར་དེར་མཆོད་པ་ཅིག་གོ་ཏོ་ཨ། ང་འདི་ནས་སྤུ་གུ་གྲོ་གོ་ལ་ཡོད་དུས་ཙམ་པ་ལ་ཞབས་བརྟན་བྱེད་ཡ་དང་སྤུ་གུ་ཐང་པོ་ཡོད་འོང་ཤོག་ལ་དེ་ཚོ་ཚང་མ་ལོ་གྲྭ་བ་རྣམ་པ་ཚ་ལ་འགྲོ་དགོས་ར་ཡ། བླ་མ་ཙམ་འགྲོ་གོ་རང་ཡང་ཨ་ནི་ཡིན་ག་རེ་མོ་ག་རེ་བྱས་ནས་མོ་རྒྱ་གར་ནི་བླ་མ་ཙམ་འགྲོ་གོ་དང་སྔགས་པ་ཙམ་འགྲོ་གོ་དང་ཆོས་པ་ཙམ་འགྲོ་གོ་དང། ཨ་ནི་དེ་ནས་སྤོ་བོ་སློབ་གྲྭ་ལ་འགྲོ་དུས་ཙམ་པ་ལགས་ཅིག་གིས་ཡི་གེ་ཡག་པོ་ཤེས་ཀྱི་རེད་མ་རེད་ཡིག་རྩེ་པ་ཆོས་རེད་ཆོས་ཡོད་མ་རེད་དེ་ཡང་ཅིག་ཆོས་པ་ཙམ་འགྲོ་གོ་དང་ཡང་ག་རེ་བྱས་ནས་ཆོས་པ་དེ་གོ་དང་ཆོས་དེ་ཡིན་གྱི་མིན་གྱི་གོ་དང་ཡང་ཨ་ནི་ཡིན།

ང་ཚོས་ཀྱིས་ཆོས་པ་རྣམ་པ་ལ་མཐོང་ཆུང་བཏང་ཡང་ཞི་བཏང་ཡང། ད་གང་ལྟར་ཆོས་སྲིད་ཟུང་འབྲེལ་ལ་གོ་རང་ཡང། ང་ཚོས་ཀྱིས། འདུག་བྱེད་ནི་བོད་ཀྱི་རྒྱལ་རབས་ལ་བལྟ་བ་ཡིན་ནར་བ་ད་གང་ལྟར་རང་བཙན་ཤོར་སྐྱོ་དང་མ་ཤོར་ངེས་ནས་བྱས་ནས་ག་ལི་ག་ལི་ལྷ་སྐར་བྱུང་ད་ནས་བྱས་ནས་འདུག་བལྟ་ན་ཨ་ནི་དེ་ནས་སྐྱེ་བོས་འདྲ་མ་འདྲ་བྱུང་སྐོར་དེ་ཚོ་ཚང་མ་ལ་བལྟ་ན་རོ་ཡང། དང་པོ་སྒོ་བཅུ་གཉིས་འདི་སུ་རེད་དོ་ལེགས་རེད་ད་གྲ་པ་དང་ཨ་ནེ་རྣམ་པ་རེད་དོ་ཨ་དང་པོ་ཤེས་པ་ཡིན་ན་ས་བཀྲ་གི་ལ་འགྲོ་ཉེ་དང་པོ་འདི་སྐུ་གཞོང་རྣམ་པ་རེད་དོ་ཨ་ཨ་ནེ་རྣམ་པ་རེད་དོ་ཨ་ག་རེ་གི་དཀའ་ཉེན་ཡོད་པ་ཡིན་ནས་སྐྱེ་བོས་རྒྱབ་ཉེ་ཨ་ནེ་དང་གྲ་པ་རྣམ་པ་རེད་དོ་ཨ་དང་པོ་ཤེས་པ་ཡིན་ན་ང་ཚོ་མི་སྐྱ་ནང་ལོག་ལས་བྱེད་ཉེ་དཔེ་མང་པོ་ཡོད་ཡིན་ནས་ང་རང་ཚོས་ཀྱི་ཆོས་པ་རྣམ་པ་གིས་ང་ཚོ་མི་སྐྱ་དང་ཡག་མེན་པ་ཡིན་ནས་གང་འདྲ་ནད་ཀ་ཆུ་བོར་ཁྱབ་ཚེའི་ཐོག་ལ་དང་པོ་ཤེས་བས་ན་རང་ཡང་འདི་ཡིས་འཐུང་ཆུ་བཏང་ཡས་དེ་ང་ཕོན་ཐོ་རེངས་ཀྱིས་དུག་ཆ་འཐུང་གི་འདུག་ལོ་དང་པོ་ཤེས་ན་ད་ད་ལྟ་མི་སྤྲེའུ་གཅིག་ནག་ཚ་བྱུང་དུས་ཙམ་པ་ལ་ནི་བག་མེད་སྐུ་གཅིག་སྨོན་ལམ་རྒྱབ་རོགས་བྱེད་ཞབས་བརྟན་བྱེད་རོགས་བྱེད་ལ་ནི་ཆོས་པ་དགོ་རེད་ཡ། མཆོད་པ་བསྐོར། ད་ཡང་མི་གཅིག་གྲོང་དུས་ཙམ་པ་ནས་ཡང་ཞབས་བརྟན་བྱིན་རོགས་བྱིན་ལ་ནི་མཆོད་པ་བསྐོར། ད་ཡང་མི་དེ་གྲོང་ནས་སྐྱེ་བ་གང་བ་ལ་ནི་སླེབས་འདུག་ཨ་ནི་ཡིན། འདི་ག་ལ་བ་རེད། ཅིག་ཐང་ག་ག་རེ་བཞག་འགོ་རེད། ད་དེ་འདྲའི་ཐོག་ནས་ཡང་ཞབས་བརྟན་ཁར་ས་ཡང་མཆོད་པ་རྣམ་པ་བསྐོར།

སྤྱི་འཐུས་གྲོས་ཚོགས་ནང་ལ་སུ་རེད་དོ་ལན་ཡེ་གེ། དང་པོ་ཤ་ཤུ་གོ་དཀའ་བོ་འདྲ་བོ་ཁྱེད་ནི་ཤུ་གོ་དཀའ་བོ་གི་ཀླད་པ་འདྲ་བོ་ཅིག་ཁྱེད་ནི་ཨ་མྱེས་ཀྱི་དྲི་བ་དེ་ལ་དྲི་བ་འདི་གཏང་གི་འདུག་ན་ཁྱང་ཅིག་གི་ཤུ་གོ་དཀའ་བོ་དེ་ག་ལ་ལན་ག་རེ་རྒྱག་ས་དང་ལན་བརྗོད་ར་དང་པོ་བཤད་ན།

བོད་པའི་མི་སྣ་དེ་འདྲའི་ཐོག་ལ་རྣ་བ་ཁྱོད་ནས་དྲུང་མི་འདུག་ལ་ཡིན་པ་ཡང་མི་ངོ་བོ་ལྟ་ལོངས་བཅས་ལྟ་ཉན་དྲུང་མི་འདུག་ལ་ཡིན་པ། དང་པོ་ཤེས་ཡ་རེད་དང་རང་ཡང། ག་རེ་བྱས་ནས་རེད་བསམ་གྱི་འདུག་ལ་ནར་བ་ད་ལྟ་ཆོས་ལུགས་སྤྱི་འཐུས་རྣམ་པ་དེ་ཁོང་ཚོ་མི་སྐྱབས་མེད་པ། མི་སྐྱབས་མེད་ལ་དུས་ཙམ་པ་ལ་ཁོ་རང་ཚོ་ཅིག་མཁར་ལ་འོར་བལྟ་འཛམ་གླིང་གི་ཅིག་མི་སྒེར་གྱི་བྱེད་སྟངས་ཚང་མ་འགྲོ་ཅིག་བློས་བཏང་ནས་དོང་པ། མང་པོ་ཞེའུ་གཅིག་སུམ་བརྒྱ་བཞི་བརྒྱ་ལྷག་ཅིག་གཟིམས་ཉལ་གྱི་མི་སྣ་རྣམ་པ་ཡིན་དུས་ཙམ་པར་ཁོང་ཚོས་ཀྱི་སོ་སོའི་ཀྱི་སེམས་ལ་ཅིག་ཞེན་སྒོ་འབྱེད་བརྗོད་ར་ངའི་སྐྱི་སྨེ་ངའི་སྤུ་བུ་ངའི་ཁྱོ་ག་དེ་འདྲའི་ཀྱི་ཞེན་སྒོ་དེས་བློས་བཏང་ཚར་སོ་སོ་འབྲེལ་བ་རེག་ཆོག་སེམས་ཅན་ཐམས་ཅད་དོན་དག་ལ་དཀའ་ལས་བརྒལ་གྱི་ཡིན་ཟེར་ར་ཡིན་བོད་རང་དབང་རང་བཙན་མྱུར་དུ་ཐོབ་པ་ཤོར་ལམ་ཉེས་ཀྱི་མི་སྣ་དེ་ཚོ་རེད་ར། ད་ནི་ཁོང་ཅག་གིས་ལས་ཀ་བྱེད་དུས་བྱམས་པ་ལ། ངེད་ཀྱི་རྐུབ་བཀྱག། ངེད་ཀྱི་རྟིང་བཀྱག། ངེད་ཀྱི་ཕྱི་གཡས་ལ་བཏང་བཏང་དགོས་ཡ་དང་དེ་འདྲས་ལ་ནི་བསམ་བློ་བཅས་བཏང་དགོས་མ་རེད། ཁོང་ཚོའི་གི་དབུས་ཀྱི་རྩེ་ལ་བོད་རྒྱལ་ཁབ་དེ་མཐོང་དགོས་རེད། ཁོང་ཆེ་ས་འདི་ལ་དཔའ་བའི་གི་བཀའ་མོལ་ཚང་མ་ལ་ཁ་རི་ཁ་ཐུག་དྲང་པོ་དྲང་རྒྱ་གསུང་དགོས་ད།

ཆོས་ཆོས་ཀྱི Society Community རེད་ལ་ནི་ང་ཚོ་ལ་དེ་ཅིག་མཐོང་དེ་ཅིག་རག་གོ་ར་གཞན་པ་ང་ཚོ་ལ་བུ་ཏི་ཆོས་ཀྱི་བྱིན་རླབས་དེ་མེད་པ་ཡིན་ན་ང་ཚོ་བོད་པ་གི Refugee དང་འཛམ་གླིང་རྒྱལ་ཡོངས་ལ Refugee གཞན་པ་ལ་མཁས་པ་ག་རེ་སྤྲོ་ས་ལ་ཡིན་དང་པོ་ཤེས་པ་ཡིན་ན་མཁས་པ་སྤྲོ་མ་ས། ང་ཚོ་གཅིག་པར་ཨབ་གྷ་ནི་སི་ཐན་དང་སི་རི་ཡ་དང་ཨི་རན་ཨི་རག་དང་དེ་ནས་ཀྱི་དེ་མང་པོའི་གཅིག་གི་མི་སེར་དང་གཅིག་པ་ཆགས་ཀྱི་འདུག་ཨ་རེ་ཕི་ཇི་དམིགས་བསལ་གྱི་ཐོབ་ཐང་འགེལ་ཡོད་མ་རེད། དམིགས་བསལ་གྱི་དོན་ལ་དེ་འདྲའི་སྟེང་མ་ར་དྲང་པོ་བཤད་འོས་ན། དྲང་པོ་བཤད་ན་ལ་རྒྱོས་ར་ཡ། འོན་ཏེ་གི། ཆོས་ཀྱི་བྱིན་རླབས་ཀྱི་ཡིན་དུས་ཙམ་པར་ང་རང་ཚོས་ཀྱི་བོད་ཀྱི་མི་རིགས་ཀྱི་ལ་རྒྱ་དང་གཟི་བརྗིད། འོ་མ་ཡང་ཡོད་ན་མི་གནས་ཏེ་ང་ཚོས་ཀྱི་མཆོད་པ་ཚོ་ཆག་གོ། ང་ཚོ་དབྱིན་ཇི་དེ་ཚོ་ད་ལྟ་ཅིག་བོད་པའི་ཀྱི་སྤྱི་ཚོགས་དེ་ཚོ་ནང་ལོག་ལ་ལྟ་ག་ཡོང་ཡས་དེ་ཁོ་ཚོ་བོད་པ་ལ་ཡས་དེ་ག་འདྲས་རེད་དོ་ང་ཚོ་མི་སྐྱ་གི་དོ་ལྟ་ག་ལེགས་པོ་མ་ལྟ། ཆོས་ཀྱི་བྱིན་རླབས་དེ་ག་འདྲས་རག་གི་དོ། མཆོད་པ་དེ་ཚོ་ག་འདྲས་རེད་ཤག། ལྟ་བོད་པ་མི་སྐྱ་ཅིག་ཐུབ་པ་ཡིན་ནས་དེ་ཀྱི་ས་མ་བཏང་བཏང་དེ་བུ་དྷི་ཙམ་ཐོག་ནས་ག་འདྲས་སུ་དོ་ལའི་བྱོས་ར། བུ་དྷི་ཙམ། འོན་ཏེ་ཡིན་དུས་ཙམ་པ་ང་རང་ཚོས་ཀྱིས་མི་རིགས་ཀྱི་གཟི་བརྗིད་བརྗོད་ར། མོ་འདི་ཚོ་ང་ཚོས་ཀྱིས་ཉག་སྐུ་སྒོར་ཡག་པོ་བྱིན། བདག་པོ་སྐྱབས་སྐུ་སྒོར་གཟི་བརྗིད་རེད་ད། ང་རང་ཚོ་གི་ཆོས་པ་ཚོ་གི་སྲིད་ལ་དེ་འདྲའི་ཡག་པོ་བྱིན་ནི་དཀའ་ལས་སྐྱབས་ཕུ་སྒོར། སོ་སོས་ཀྱིས་མིང་བརྡ་དེ་ཚོ་ལ་བའི་དོ་སྣང་མེད་བ་མཐོང་ནས། རྒྱལ་ཁབ་དོན་དག་ལ་ངེད་ཀྱི་མིང་འདི་ནག་པོ་ཆམ་ནས་ཆགས། མི་གི་ག་རེ་ལབ་ནས་ལགས། བོད་ཀྱི་རྩ་ཆེ་ཤོས་ཡིན། བོད་མི་ས་ཡ་དྲུག་རྩ་ཆེ་ཤོས་ཡིན་ཡིན་ལ་ནི་ཁོང་ཚོའི་གི་བཀའ་མོལ་དེ་ཚོ་ཁ་རི་ཁ་ཐུག་གནང་སྐོར། ཨ་ནི་ནོར་འཁྲུལ་བཟོས་སྐྱོར་ཅིག་ལ་ཨ་ནི་ཆོས་ལུགས་སྤྱི་དོན་རྣམ་པ་གི་ནོར་འཁྲུལ་བཟོས་དུ་ལབ་མ་ཆོག་ན་ང་ཚོ་དམངས་གཙོ་ག་རེ་ཆགས་སི་ལ་ཡིན་པ། བཀའ་འདི་ཀུན་གྱི་སྐུ་ཅིག་ང་རྒྱལ་བ་བརྒྱ་ཡོང་འགྲོ་ཨང། ངེད་ཀྱིས་འདུག་ཟེར་ནས་དོང་རག་བྱེད་དེ་དུས་ངེད་ཀྱི་ངོ་ཤེས་པ་ཀྱིས་ནང་ལོག་དེ་ཚོ་ལས་ངེད་ཀྱིས་མཐོང་ཟེར་རོ་ཨང། ཅི་ད་ནི་ཧ་ཧོ་བྱེད་ཡ་ཟ་ཡ་གཏོང་ཡ་སྙེམས་དོགས་ཡོད་པ་ཡི་ནས་རེད་ཅིག་བསམ་བློ་བཏང་བཏང། དེ་འདྲའི་གཅིག་པ་ཡིན་པ་ཡི་ནས་རེད། སྲིད་དོན་གྱི་ཐོག་ལ་ཨ་ནི་བསམ་བློ་བཏང་དུས་ཙམ་པ་ལ་ཅིག་འདོད་པ་དེ་མ་ཡོང་ངེད་ཀྱིས་མི་སྣ་མང་པོ་ཅིག་མཐོང་གི་འདུག་ར། བྱི་དོར་མ་ཇི་སྙེད་ཅིག་དང་ཡང་བྱི་དོར་ལོག་པ་ཇི་སྙེད་དེ་ལ་མཁས་པ་ཡོད་དང་བྱི་དོར་མ་ཇི་སྙེད་ཀྱི་ཏིས་ཅིག་ལྐུགས་པ་རེད་བྱི་དོར་ཇི་བཞིན་མ་རུལ་ལ་ནི Excuse གནང་ཡོད། དཀའ་ལས་པ་གཡུག་ཤེས་ངེས་ཀྱི་བྱི་དོར་གྱི་བྱི་དོར་བྱེད་རྒྱུ་དེ་ལ་བེད། བོད་ཀྱི་བསྟན་པ་ཆབ་སྲིད་ལ་གནོད་ཀྱི་བྱི་དོར་བྱེད་ན་ཨ་ནི་མྱུ་གུ་ར་དྲང་པོ་བཤད་ན། ལྟའི་གོ་ར་མྱུ་གུ་དང། ཨ་ལ་དེ་ཚོའི་ངེད་ཀྱི་འབྲེལ་བ་དེ་བཅད་འགྲོ་གི་ཡོད་རང། ང་རང་གིས་གལ་སྲིད་ག་ནས་ག་རེ་འབྲེལ་བ་འདུག་ཅེས་གི་འདུག་ན་བ། ང་ལ་ང་མི་ཡིག་ཅིག་ཡིན་པ་ཙམ་གྱིས་ང་ལ་དགོས་ཡ་ཁ་ཤས་ཅི་ཡོད། needs ལ་འགྱུར་བ་མི་ལ། ཟ་ཡ་བཏུང་ཡ་བདེ་ས་ཁང་པ་དུག་སློག་དེ་ཚོ། མི་ཡིག་གིས་དགོས་ཡ་དེ་ཚོ་ནས་བ། མ་ཤོད་དེ། ཁང་པ་དང་མ་སོད་ནས་མ་མང་ཤེས་དེ། དེའི་གི་སྒང་ལ་སློབ་སྦྱོང་ན་ཡང་ཤེས་ཡོན་ལ་ནི་དེའི་གི་དགོས་ཡ་གཅིག་ཡོད། དེའི་གི་སྒང་ལ་སོ་སོའི་གི་མི་ལུས་རིན་པོ་ཆེ་ཐོབ་པ་ཙམ་གྱིས་ཨ་ནི་དེའི་སོ་སོའི་མི་ལུས་རིན་པོ་ཆེ་བོད་ཆོས་པ་ཆེ་ལ་བོད་ཆོས་ཡག་ཤོས་ག་འདྲེ་གསང་ཐུག་གོ་རེ་ལ་ཡ་ཆོས་ར། དེའི་གི་གནས་ཚད་དེ་རིང་ཆོས་ཀྱི་ཆག་སྒོར།

དེ་ཕྱིར་ངེད་ཀྱིས་ཡང་ནམ་རྒྱུན་ངོ་དེབ་ནང་ལ་འབྲེལ་བ་བྱས་ནས་རྗེས་ལ་ང་ག་ལེའི་ག་ལེ་འབྲེལ་བ་མེད་རྒྱོ་སྒྲོག་འདྲ་ཆགས་ཀྱི་འདུག་ན། ང་ནི་འོན་ཏེ་རྒྱུ་མཚན་འོན་ཏེ་རེད་ལ་ཨེ་འབའ། ཕྱི་སྣོད་སྤྱི་མཐུན་རྣམ་པ་ལ་མཐོང་ཆུང་ཞུ་བཏང་གི་འདུག་མཐོང་ཆུང་བཏང་བ་ལ་སོ་སོ་ལ་ག་རེ་ཡོད་ལ་ཨེ་འབའ། ཕྱི་ལོ་གཅིག་དུས་ད་ལྟ་ངེད་ཀྱིས་དྲ་རྒྱ་ནང་ལ་ཅི་ག་རེ་གོ་སོ་ཟེར་ན་རོ་ཨ། ཕྱི་ལོ་གཅིག་དུས་རྣམ་པ་ལོ། སྐད་ཆ་ཡག་པོ་ཉན་ཨ་ད་ལྟ་དེ་གལ་ཆེན་པོ་རེད་ད་གནད་འགངས་རེད། ག་རེ་ཧ་ལས་ཡོད་རེད་ལགས། དེ་ཚོ་མི་ཉིས་བརྒྱ་སུམ་བརྒྱ་གི་དམ་རྒྱུག་གི་སྤྱི་འཐུས་རེད་ལགས། དེ་ཡི་གནས་ཚུལ་ཤེས་ཉེས་ཀྱི་ཁ་ནོར་བ་ཙམ་མ་རེད་ཀླད་པ་བེད་ཆུང་དྲག་རེད་ལ་ཡིན་ག་ཅིག་ལ་ན་ང་ཚོ་བཙན་བྱོལ་ལ་གྲྭ་པ་དང་ཨ་ནེ་རྣམ་པ། ཆི་ལི་སྤྱི་འཐུས་ཀྱི་ཡུལ་ཤོགཀླུ་ཆོས་ཡ་ཀྱི་དེ་ཡི་ཆ་རྐྱེན་གྱི་ཚ་འགྱོག་གྲྭ་པ་ཨ་ནེ་རྣམ་པ། ཉིས་བརྒྱ་སུམ་བརྒྱ་ཙམ་མ་རེད། དགོན་པ་གཅིག་ལས་ཉིས་བརྒྱ་སུམ་བརྒྱ་ལྷག་ཡོད་རེད་གྲྭ་པ་ཨ་ནེ། ད་སྤུ་གུ་རྨ་ཚེ་ནི་མེ་ཆོས་ལ་བརྒལ་བ་ལོ་བཅོ་བརྒྱད་བརྒལ་རྒྱོགས། ཨ་ནེ་ལྟ་ང་ཚོ་རྒྱ་གར་ནང་ལོར་དགོན་པ་ག་ཚོད་མང་པོ་ཡོད་རེད། ཨ་ནེ་དགོན་པ་ཡོད་རེད་གྲྭ་ཚང་ག་ཚོད་མང་པོ་ཡོད་རེད། ད་འདི་ཚོ་ཚང་མ་ལ་མི་ཉིས་བརྒྱ་སུམ་བརྒྱ་མ་ཞིག་ཡོད་མ་ལགས་པ་རེད་འཇོག་རོགས།

ཨ་ནི་ཆོས་ལུགས་སྤྱི་འཐུས་ཨ་ནི་ད་ལྟ་བཀའ་བརྒྱུད་དང་སྟབས་བདེ་ནས་ཆོས་ལུགས་གཞན་པ་དེ་ཚོ་རྙིང་མ་དང་ས་སྐྱ་དང་ཨ་ནི་བོན་པ་དང་ཚང་མ་དྲི་སྙེམས་མདོ་འཛོམས་པ་ཡིན་ན་ཨ་ནི་ཡོད་ཤོག་བསླུ་བས་ཀྱི་ཐོབ་ཐང་ཡོད་རྒྱུ་གིན་བོད་མི་ག་ཚོད་མང་པོ་ཆར་ཆོས་ལུགས་སྤྱི་འཐུས་ཡ་སྐད་ཡ་ལ་བོན་ཐོ་རེ་མང་པོ་ར་ཁོ་ཚོ་མི་མང་པོ་ཞི་བ་ཅིག་གི་དམ་འགྱོགས་སུ་ད་ག་རང་གི་ཐོག་ནས་གུ་ཤར་སྤྲད་དགོས་སྐོར། དང་པོ་གཅིག་འདི་བྱེད་པ། ད་ལྟ་གྲངས་ཀ་དེ་མ་ཡུན་བཤད་ནས་ཉིས་བརྒྱ་སུམ་བརྒྱ་གི་སྐད་ཆ་བཤད་ཀྱི་འདུག་ཨང། དེ་མི་དེ་ཁ་ལ་འཇུག་མ་ཡིན་རྒྱུ། བཤད་ཉན་ལ་ངོ་མ་ཚས་ནས་ཉན་ཉན་ངོ་ཚ་ཡིན་ལས་ཞེས་པ། ང་ངོ་ཚ་སི་ང་རང་ང་རང། ད་ཚེ་དེ་འདྲའི་ཐབས་འདུག་ག་ལ་དེ་འདྲའི་མ་ཡུན་བཤད་ཀྱི་འདུག་བསམ་ས། དེ་འདྲའི་གི་མ་ཡུན་བཤད་ཀྱི་འདུག་བསམ་ས་ཡང། སྙིང་བ་དེ་ལ་རག།

ཨ་ནེ་ཡིས། སུ་སུའི་གི། ཏག་ཁ་ལོག་རེད། Application རྒྱ་བལ་བཅོས་པ། འོང་འདི་ན་བློ་ལ་ངེད་ཀྱི་སློབ་སྦྱོང་གི་གནས་ཚད་དེ་འདྲའི་ངེད་ཀྱི། ཁ་ལོག་སྐད་ཡིག་གི་གནས་ཚད་དེ་འདྲའི་ཡོད Computer གི་གནས་ཚད་དེ་འདྲའི་ཡོད་ངེད་ཀྱི། ཨང་རྩིས་གི་གནས་ཚད་དེ་འདྲའི་ཡོད་ལ་ནས་ཅིག་གནས་ཚད་མང་པོ་ཅིག་བྲིས་གོ་གོ། དང་པོ་གཉེན་ལ་དགེ་རྒན་གྱི་ས་ཆ་གཅིག་ལ་བརྙས་ཤུ་མ་རྒྱབ་ཁོ་ནས།

ཐ་སྙད་ཀྱི་སྒོ་ནས་གཅིག་ལ་དབྱེ་བ། ཆེད་ལས་སྤྱི་འཐུས་ཡོད་ཀྱི་དུས་ཡོད་ཀྱི་ཐོབ་ཐང་གི་སྒོ་ཡོད་ན་རོགས་ཨ། ངེད་ཀྱི Condition ག་རེ་སྐོར་ལ་བའི། ལོ་གཉིས་ཤོང་ལོ་གསུམ་སྦྱོང། གྲ་ཚང་ཡིན་ནའི་རེད་ཨ་ནི་གོམས་པ་ཡིན་ནའི་རེད། ཆོས་ཀྱི་ཉམས་ལེན་བྱེད་མགྱོགས་ཀྱི Proof དེའི་སྐོར་ར། འདིའི་སྒང་ལ། ངེད་རྒྱ་གི་བྱ་བ་མང་པོ་ཅིག་མ་བྱེད་མགྱོགས་ཀྱི proof དེའི་སྐོར། སྡོམ་པ་གསུང་ཡས་ཀྱི་གསུང་ཡོད་མགྱོགས་ཀྱི proof སྤྱིའི་སྐོར་རེད་ར། འདི་ག་ལ་བོད་ཡིག་སྤུས་དག་ཤེས་མགྱོགས་ཀྱི proof སྤྱིའི་སྐོར། ཉམས་ལེན་མང་པོ་བྱེད་ཁྱོད་ཀྱི Proof ཇི་དགོས། གྲྭ་བ་སྟོང་ཕྲག་མང་པོའི་མདུན་ལ། ཆོས་པ་བཏང་ཁྱོད་ཀྱི Proof ཇི་དགོས། སྟོང་ཕྲག་མང་པོ་ལ་ཡི་དེ་གྲྭ་ཚང་གཅིག་མིན་པ། དགེ་བཤེས་ལྷ་རམས་པ་འགྲོ་བྱེད་ན། དགེ་ལུས་རྣམ་པ་དགེ་ལུས་དགེ་ལུས་ཀྱི་དེ་འདྲ་སྤྱི་འཐུས་རྣམ་པ་ཡིན་པ་ཡིན་ན། གདན་ས་སེ་འབྲས་དགའ་གསུམ་སྒོམ་པ། ཆེན་པོ་གསུམ། དེའི་ནང་ལོགས་ནས་སྒོམ་པ་རེར་ལ་གཉིས་ཡོད་ར་བ་ད་ལྟ་སེ་ར་ལ་སེ་ར་རྗེ་དང་སྨད་གངས་ལྡན་ལ་གངས་ལྡན། བྱང་རྩེ་དང་ཤར་རྩེ། སྡེ་དགོན་ལ། སྒོ་མང་དང་བློ་གསལ་གླིང་ལ་ནི། དེ་ཚོ་ཚང་མས་ཀྱི་མདུན་ལ་གྲྭ་པ་མང་པོའི་མདུན་ལ་བླ་མ་དེ་ཚོའི་མདུན་ལ་ཆོས་གྲྭ་བཏང་ནི་འཇོན་མགྱོགས་ཀྱི་དཔང་རྟགས་སྤྱིའི་སྐོར། དེ་ཚོ་ཡོད་པ་ཡིན་ན་རང། ཨ་ནི་རྩེ་རྒྱག་མ་རྟ། ཕ་ཕི་གི་ཡུལ་ཤོ་ལུས་རོ་ལངས་ཁྱེད་རང་ལ་དེ་ཆ་རྐྱེན་དེ་ཚང་འདུག་ལགས། དེ་འདྲའི་ཆ་རྐྱེན་སྤུ་ཙམ་ཚང་ཡོད་མ་རེད་རང་ཕྱི་ལོ་བཅུ་བདུན་ལོའི་གི་གི་ཐོབ་ཐང་འགོ་འདུག་ལ་ར།

ཁྱེད་རང་ཚོ་གིས་ད་ལྟ་ཕྱི་ལོ་བཅུ་བདུན་དམུ་ཡལ་གྱི་ཡོས་ཤུ་དམུ་ཡལ་གྱི་ཐོབ་ཐང་དགོས་ཡོད་ལ་ཞེས་དང་ཡང། ཁྱེད་རང་ཚོ་དེའི་ཐོབ་ཐང་གི་ཞར་ཞར་ཞུ་ཁ་ཅི་ལར་ལའི་ཆ་རྐྱེན་ཚང་ཡོད་མ་ཐོབ་ཐང་ག་རེ་ཡོད་ལགས་པས། བོད་པ་སྦྱིན་པ་ཙམ་གྱི་ཐོབ་ཐང་བརྗོད། བོད་རང་དབང་རང་བཙན་ཆེད་དུ་རྩོད་ལེན་བྱེད་ཀྱི་ཡིན་ལ་ངེད་ཀྱི་ཐོབ་ཐང་བརྗོད། སྐྱེ་བོས་རྒྱ་གར་ལ་འགྲོ་ས། དུས་བ་ལ་དཀྲོགས། རྒྱ་མི་གཞུང་རྩ་བདུན་ལ་དཀྲོགས། སྒོར་གཞས་འཁྲབ་ས་ལ་རྒྱུ། རང་བཙན་ཚོགས་ཆེན་འཚོགས་ས་དེ་བ་ལ་དོ་སྣང་བྱེད། གོང་ས་མཆོག་གི་ཁ་ལོག་རེད། ད་སྐུ་ཚེ་རིང་པོ་བརྟན་ཡག་གི་ཆེད་དུ་ཨ་ནི་དེ་འདྲའི་མཛད་སྒོ་ལྡན་རྒྱུ་ཡོད་ན་དེ་ཚོ་ལ་རྒྱུ་ར། ཨ་ནི། བོད་པའི་གི་གཞོན་སྐྱེས་ཚོ་ལ་བསླབ་བྱ་ཡག་པོ་རྒྱབ་པའི་དེ་ཚོ་བོ་ཆི་དེ་ཚོ་ཁྱང་ཚོ་ཐོབ་ཐང་ལྕོག་མ་ལས་འགན་ཁོ་ར་ཆག་འགྲོ་གོ་ར་དེ་ཚོ་ལ་འཇོན་ཡག་ཅེས་མེད་ཀྱོ་ལ་ཕྱི་ལོ་གཅིག་དུས་གི་ས་གནས་དེ་ཚོ་འདྲ་འདྲ་ཡིན་དོ་དོ་ཆེ་ན་ནི་དེ་དེ་ཡོ་ཤོ་ལུ་བའི་གི་ཐོབ་ཐང་གོ་ལ་ན་དང་ཡང་སུས་ནའོ་འགྲོ་ར་ནའོ་འགྲོ་ངས་ཁྲིག་ཡོ་ར་རྒྱ་མི་གཞུང་འདི་སྣང་བ་དཔེ་དྲུག་རེད། རྒྱ་སྐད་དེ་ཚོ་ཡི་སྣང་བ་དྲུག་རེད། གཞན་པ་བོད་པ་སེམས་གཏིང་ནས་བོད་པ་ཡིན་ལབ་མི་དེ་ཚོ་སྣང་བ་ཁྱོད་དྲུག་མར་དེ་འདྲས། བྱས་ཙང་རོགས་ཡ། སོ་སོའི་གི། མི་སུ་བདམས་ཡིན་ནའི་རེད། བདམས་མེད་ནའི་རེད། དེ་ང། དེ་ང། དེ་ང། དེ་གི་སྐད་ཆ་ཁོ་ར་ཤེས་ཀྱི་མེད་རོགས་ཨ། ངའི་སྐད་ཆ་ག་ར་ཤེས་དགོས་རེད། མི་སུས་གི་བོད་གི་བསྟན་པ་ཆབ་སྲིད་ལ་ཕན་གི་འདུག། དེ་ལ་རྒྱབ་སྐྱོར་བྱེད་ཡིད་ལ་དགོངས་སོ། རྒྱབ་སྐྱོར་མ་བྱས་ནས་གནོད་པ་མ་སྐྱེས། ཕན་མ་ཐོན་ནས་གནོད་མ་སྐྱེས་ལ་དགོངས་སོ། སོ་སོའི་གི་ཀླད་པ་གནས་ཚད་དེ་དེ་འདྲས་མ་ཞིག་མེད་ན། ཡང་ཇི་ལྟོ་ཇི་ཡ་ལ་སོ་སོའི་སྨྱོ་ཚུགས་ཚུགས་འདྲ་བོ་ཅིག་ཆགས་ནས་ནི་ཁ་ནས་སྡུག་ཅག་རྐྱང་རྐྱང་ལོངས་སྤྱོད་རྐྱང་རྐྱང་དོན་གྱིས་སྟོན་ན་ནི་ཁ་དེ་ལྟ་བུ་རྐྱང་ནི་དེ། Just shut the gob ལས་ཇི་ལྟོ་བ། འོན་ཏེ། ཁ་བཙུམ་བཙུམ་ལ་དེ་ཡར་བཏང། ནི། ཁ་རེ། ཟེ་ཉལ་བཏང་གསུམ་གྱི་དུས་ཆེན་གསུམ་པ་འདོགས་བྱས་ནས་དེ་དེ་ཡར། ནི། གཅིག། གཅིག། ཀྲན་པཱས་བྱས་ནས་ད་ལས་ཀ་གཉིས་དྲུག་འོག་རེད། བཟང་ཡ་བཏུང་ཡ་བཏང་ཡ་དེ་ནི་བྱེད་པོར། ད་ད་འཇོན་དུས་ཚོད་ཏིས་ལྷ་རྒྱུག་དེ་ལ། གཅིག། ཁ་ལོ་དུས་ཚོད་མ་ཁྱོད་ནི། ནི། གཅིག། དྲ་རྒྱ་ནང་ལ། གཅིག། བོད་བསྟན་པ་ཆབ་སྲིད་ལ་གནོད་ཡ་གྱི་སྐད་ཆ་བཤད་དེ་འདྲེ་དུས་ཚོད་མ་ཁྱོད་ནི་བྱེད་རྒྱུ་ཡོད་ན། དུས་ཚོད་ཁྱོད་ད་ངས་བསླབ་གོ།

སུ་ཚོད་ཀྱིས་བྱ་བ་བྱས་དེ་ལས་གོང་ཡོད་ཚད་ཀྱི་ལས་ཀ་བྱེད་དགོས་སྐོར། གཞན་ལ་ཕན། གཞན་ལ་ཕན་ལ་དེ་སྔ་རྒྱ་མི་གཞུང་ལ་ཕན་ལགས་མེད་དམ། རྒྱ་མི་གཞུང་ལྟ་སྐུ་ཅི་ལན་ཞིང་མི་རབས་མང་པོ་ལྔ་ཕན་ཐོ་ས་མ་རེད། ཕན་ཐོ་ངེས་དྲུག་མི་འདུག། ཕན་ཡག་གི་ནུས་པ་ཡང་མེད། ད་མི་ཉག་ལ་སོ་སོ་བོད་མི་ནང་ཁུལ་ལ་ང་དེ་འདྲའི། སོ་སོའི་གི་སེམས་ལ་འདོད་པ་ཡག་པ་ནང་བཤད་ཀྱི་ཕན་ཐོག་ཐོག་མི་འདུག་རྒྱ་མི་ལ་གཡུག་ཤི་ལའི་ཇག། དེ་ནས་རང་ལས་གཞན་གཅེས་ལའི་དེ་ཉེས་ཀྱི། བོད་པ་ཚོར་ལབ་ཀྱི་ཡ། ད་སོ་སོའི་གི་བོད་པ་སྤྱི་ཚོགས་ནང་ལོག་ལ་སོ་སོའི་ག་བར་བསྡད་ཀྱི་ཡོད་ནས་ད་དཔེ་ན་ཤ་ཤ་ན་ཕྱི་རྒྱལ་འགྲོ་ཅིག་བསྡད་ཀྱི་ཡོད་ན་རྒྱ་གར་ལ་ཡོད་རྒྱུག་གི་མི་ལ་བོད་ཆོས། བོད་བརྒྱུད། ཡོང་གི་མི་འདུག་ནས། སོ་སོའི་ས་གནས་ག་བར་བསྡད་ཀྱི་ཡོད་ནས། ལོ་འདི་ནང་ལོགས་ལ་བོད་པ་གཅིག་གཉིས་ཀྱིས་ལ་རོགས་པ་ཁྱོད་ཀྱིས་བྱེད་ཐུབ་ན་འགྲིག་འདུག་ཨང། ང་ཚོ། ཨ་རི་ལ་ཡོང་ཉེན་ཡོད་རེད་བོད་པ། ཨ་རི་ལ་བཞུགས་ཉེན། པའི། དཀའ་ཉེན་ཞུ་ཐེ་ཉེན་དེ་འདྲས་ཡོད་རེད། ཧ་གོ་ནས་ཡ་མ་བྱེད་རྒྱོ་དེ་འདྲས་ཀྱི་བོད་པ་དེ་འདྲས་འདུག། ར། ཧྥ་རན་སི་ལས་འདུག། རོགས་པ་མ་རག་ཡོད་ནས་འདྲེ། སྤྱི་ཚོགས་ཀྱི་ཧ་མ་གོ་མར་བལྟ། Australian Australia ནས་ཡོད། ག་བ་ཁ་སར་ཡོད། བུད་བེད་ཀྱི་སྤྱི་ཚོགས་འདི་གཟི་བརྗིད་ཚ་བོ་ཡིན་པ་ཡིན་ནས་ཟེར་བ་འདི་ནང་ལོག་ནས་མི་སྣ་ཁ་ཤས་གཅིག་ལ་དཀའ་ངལ་ཞིའུ་འཕྲད་རྒྱུ་དེ་འདྲས་ཡོད། ད་མི་རིགས་ཀྱི་ཞེན་ཁོག་འདི་ཡོད་ན་དེ་ཚོར་རོགས་པ་བྱེད་དང་པོ་ཉན་ལ། ཁོ་ནི་དྲ་རྒྱ་ནང་ནས་དོན་ནི་བོད་ཀྱི་བསྟན་པ་ཆབ་སྲིད་ལ་ཕན་ཐོག་གི་འདུག་ན་རྗེས་སུ་ཡི་རང་ཡོད་རོགས་ཨ། དེ་ཕན་ཐོག་མི་འདུག་ན་ཨ་བོད་པ་ཡི་ང་རྒྱལ་དེ་ཞི་བོ་ཡོད་ན་སོ་སོའི་གི་གྲོང་པ་གི་བོད་པ་ཅིག་ལ་རོགས་པ་བྱེད། ཟ་ཡག་བཏུང་ཡག་སློབ་སྦྱོང་སྤྲད་ཡག་དེ་འདྲའི་རོགས་པ་བྱེད། ཨམ་ཅོ་ཉེ་ཡག། མི་གཅིག་གི་སེམས་ཀྱི་སྡུག་པོ་དེ་ཤེས་ཡི་འདུག་ན་ཨམ་ཅོ་ཉེ་ཡག། དེ་ནས་བཀའ་ཉན་ཅིག་འདུག་ལགས་དང་ལམ་ས་ཁ་ནས་གྲོ་གོར་བཤད་བ་ནང་བཞིན་ཁྱེད་རང་འདི་ནོར་རེད་འདི་བྱེད་མ་བྱེད་ལས་འདི་མ་ལབ་གོ་ནས་ཨམ་ཀྲོ་ཉན་དང་ཤན་པོ་གོ་སོང། To listen carefully is an art། ར། འདི་ལས་ཀ་ལས་ལོག་ཡོད་མ་རེད། ཁ་སྐྱག་ལ་ཤོ་ཁྱོ་དོན་ཚོ་མི་གི་བཀའ་ཉན་ཤེས་བ་དང་ལམ་ས་གོ་ར་ཏག་ཏག་ཏག་ཏག་ལ་ནི་ཁ་ནས་གྲོ་གོ་བཤད་ལ་ངེད་ཀྱི་ཚིག་དེ་བོད་ཆོས་མང་པོ་བཏང་གི་དང་ཨོ་རོལ diarrhea ལ་ཞི་ཐོག

ས་ཐ་ན་ངེད་ཅག་ག་རེ་བྱུང་སོང། ཕྱིར། སྤྱིར་ན་ཁོ་པའི་ནང་ལ། སྤྱི་འཐུས་གྲོས་ཚོགས་ནང་ལ་ཅིག། ཐག་དེ་ཚོ་ཡག་པོ་མ་བཅད་པ་ཡིན་ན། ལ་ནི threat བྱེད་ཤི་ཏོ། ཨ་ནི་ང་ཚོ་ལང་ཀ་གཞན་པ་ཅིག་གླེང་དགོས་ཐུག་གི་རེད་ད། དང་དེ་འདྲས་ཀྱི་སྐད་ཆ་ཤི་ཏོ། དེ་ཡིས་ངེད་ཀྱི་ག་རེ་ལབ་པའི་ཡིན་ཟེར་ན། ཁྱང་ཚོ་དྲ་རྒྱ། བོད་ཀྱི་བསྟན་པ་ཆབ་སྲིད་ལ། རྒྱབ་སྐྱོར་དངོས་གནས་ཡོད་མེད་ཀྱི་མི་སྣ་དེ་ཚོ་ད་ལྟ་དེ་འདྲའི་བཤེས་གཉེན་གྱི་དྲ་སྒམ་དེ་ཚོ་པར་རྒྱབ་རོགས་གནང་ཞེས་བིད་ཀྲོ་དེ Screen Shot བྱེད་ནས་ཁ་པར་ནང་ལ Save བྱེད་རོགས་བྱེད། གལ་སྲིད་ང་ཚོའི་གི་ཆེད་ལས་སྤྱི་འཐུས་རྣམ་པ་ལ་ཇེ་མང་དངོས་གནས་ཀྱི་ལུས་ཀྱི་ཐོག་ནས་གཅིག་བྱུང་པ་ཡིན་ན་རེད་ད།

ད་ལྟ་ཁོ་ར་ལ་ཤ་ཡོད་ཤི། ང་ལ་མི་དེ་གིས་དེ་འདྲས་དེ་འདྲས་བྱས threatening བྱས་སོང་ཟི་དཔང་རྟགས་དེ་འདྲས་ཡོད་ར། ཨ་ནི་རྗེས་མ་གལ་སྲིད་ང་ལ་དེ་འདྲས་གཅིག་བྱུང་པ་ཡིན་ན། ཨ་མི་ད་ག་རང་རེད་ལ་ནི་པར་དེ་ཚོ་ང་ས་ས་ལ་སྐྱོལ་ཤ་ཡོད་ཤི། ཁྱེད་ཚང། ཁྱེད་རའི་སྤྱི་འཐུས་ལ་རྫིག་རྫིག་མ་སྐྱོལ་གོ་ནས་ར། སོ་སོའི་གི། པར་དང། ཡིད་འཕྲོག་ཡོད་སྐྱོ་དེ་ཚོ། མི། དགུ་བརྙན་གཅིག་གི་ལག་པ་ལ་བསྙེས་ནས་དཔང་རྟགས་བྱས་ནས་ཉར་བསྡད་ཀྱི་ཡོད་རེད་བསམ་ནས་ཁ་དེ་ཚོ་བདག་པོ་རྒྱག་པ་ལ་ཡིན་པ། བྱས་ན་བླང་གི་འདུག་ཨ། ང་ཚོས་གི་མི་སྣ་དྲག་ཤོས་དེ་ཚོ་ལ་ཅིག། ངས་གི་འཚོ་བ་གར་ལས་སུ་ལགས་པ་ཡི་སྐད་ཆ་འདི་གོ་དུས་བསམ་པ་ལ། ཁྱེད་ཚོ། སྟོང་གི་ཡིན་དང། སད་གི་ཡིན་དང་དེ་འདྲའི་གི། ལྟ་བ་འགྲོ་བ་ཅིག་ངས་གི་མཐོང་སོང།

ཁ་ཅིག་ན་ན། དེ་ཚོ་བྱེད་ཀྱི་ཡིན་ལ་ནི་བྱེད་ན་བླ་ངན་དེ་ཚོ་རོ། ཁྱེད་རང་ཚོ་དང་པོ Police ལ་ཟ་ལེགས་རེད་དཱ་ལེ། བྱས་ཙང་ལེ་ལོ་མ་བཏགས་དེང་སང་འཛམ་གླིང་ནང་ལ། ཞིའུ་ཅི་ཡིན་དོ་དོ་བྱེད་ནི། ཁྱེད་རང་ཚོ་འདྲ་བོ་འདྲ་ལ་རྒྱ་མི་གཞུང་གི་རྒྱབ་ལྕག་འདྲ་བོ་ཅིག་ཡོད་པ་ཡིན་ནས། ལུང་པ་རྒྱལ་ཁབ་དེ་ས་དེ་ལ་ཁྲིམས་ཅིག་ཡོད། དམངས་གཙོའི་གི་རྒྱལ་ཁབ་ལ་དམངས་གཙོའི་གི་ཁྲིམས་ཡོད། རྒྱ་ནག་ལ་འགྲོ་ན། ཁྲིམས་མེད་ལུགས་མེད་རོ།

ཨ་ཕ་ཅོ་ནི་ཧྥེ་བྷི་ཀོལ་དེ་ལ་ཨ་ལི་དོགས་ལན་བྱེད་ཉེས་ཀྱིས་དེ་འདྲའི་མི་ལ་དེ་འདྲའི་གླེད་དུས་ཨ་ལི་ཕན་ཚུན་མ་ས་ལ་དཔའ་བས་ཀྱི་ཐབས་བཟང་གི་དོ་ཨ་རྒྱ་མི་གི་བྱེད་སྟངས་རྒྱ་མི་གཞུང་གི་བྱེད་སྟངས། བོད་པའི་གི་མིང་ཅིག་ཁྱེད་ནང་པ་ཅིག་ཡིན་ལབ་ནི་སྤྱོད་པ་བླ་ལོག་གི་སྤྱོད་པ་བྱེད་ཨ་འོ་འདི་བྱེད་ན་ཨ་དང་པོ་གཉེན་ལ་ལས་རྒྱུ་འབྲས་ཀྱི་ཞག་མ། འདི་དང་འདི་འདྲ་བའི་གི་མི་སྣ་དེ་ཚོ། མཚན་ལ་ཉེ་དུས་ཡས་གཉིས་ལམ་ནང་ལོག་ལས་པཱ་མེ་ལ་མོ་གི་སྤྲུལ་སྐུར། Mark my words། རང། མཚན་ལ་གཉེན་ལམ་གང་འདྲའི་སྟེང་གི་དོ་ས་མ་བཏང། ད་ཕྱི་ཐ་ཡོད་མར་བཏང། རྩ་བ་ཉིད་ཆེས་ཕྲ་ཡོད་མ་རེད། ནད་གུང་འབྲས་ལེ་དེའི་ཚེ་ཕྱི་མར་གོག་མ་བཏང། ལོ་རྗེས་མ་ནས་གོག་མ། You believe in instant karma། སྐྱེ་མཆེད་ཀྱི་ལས་ལ་ཞི་དུལ། སེམས་པ་སྐྱེ་བོ་མེད་སྐྱོགས། ཐང་པོ་མེད་སྐྱོགས། ང་ནི་དེ་ནི་ཁ་ནས་སྤྱི་ཚོགས་ལ་ཕན་ཡ་མེད་པའི་ཀྱི་གནོད་ཡ་ཀྱི་སྐད་ཆ་ཚང་མ། གྲོགས་འོག་བཤད་བ་ནང་བཤད་བཤད་བཤད་བཤད་བཤད། ང་ནི་ཡག་ལས་བཙུགས་གོ་ཚུགས་མ་ལས་བཙུགས་གོ་ཚུགས། མི་ངོ་ཤེས་ལ་མ་ཤེས་ལ་མི་ཚེ་ནང་ལ་ཅེས་མཐོང་མ་མྱོང་རྒྱུ་བདེན་རྫུན་གྱི་ཨ་ནི Private གི་དེ་ཚོ་བྱི་དོར་བྱེད། ཨ་བྱི་དོར་བྱེད་པ་ཙམ་མེད་པར་མ་བིའི་ལུང་པ་གང་ཤེས་ནས། སོ་སོའི་གི། མི་ཚེ་ལ་ལྡོ་ཁྱོད་ནས་བསྟན་མེད་ཀྱོ། ལས་ཀ་ག་རེ་བྱེད་ཀྱི་ཡོད་ཀྱོ་དངོས་གནས་ག་རེ་བྱེད་ཀྱི་ཡོད་མེད་དེ་ཚོ་བསྟན་མེད་ཀྱོ། ཨ་མི་ཚེ་སོ་སོ་ལང་ཀ་ཁ་ཐུག་འགྲོ་བསྟན་ངན་དེ་ཚོ་མིང་ནག་པོ་བྱས་ཐབས་བཤང་གི་དོག། ང་སྤྲེའུ་སྦྱིན་ན་དགའ། ངས་མི་ནག་པོ་བསོད་ཐུང་མ། གར་ཆེན་ནག་པོས་ང་དྲ་རྒྱ་ནང་གི་དོན་དང་ངེད་ཀྱི Private Life དེ་ལ་མཁས་པ་དེ་འདྲས་སྤྱད་ཡོད་མ། གཅིག་པ་གཅིག་རྐྱང། ཚེ་བརྟན་ཆོས་སྒྲོན་ད་ལྟ་སྐད་ཆ་བཤད་སྟངས་དེ་འདྲས་ཞིག་འདུག་ཨ། ཡིན་མིག་མདུན་ལ་མཐོང་པ་ཡིན་ན། ཕ་ཆོས་ཀྱི་སྐད་ཆ་བཤད་སྟངས་དང་ལྟ་བ་ལ་དཔའ་ཡོད་ཀི་ངས་སྐད་ཆ་ད་ག་རང་བཤད་ཀྱི་རེད། ང་རྒྱུ་བ་འདྲ་ཡོད་མ། I'm the same person ར། Online and Offline། ད་ཁ་ཤས Off Line དང On Line གྱི་ལས་ཀ་བྱེད་སྟངས་དང་རྣམ་པ་སྟོན་སྟངས་དང་བྱེད་སྟངས་ལོག་ཀ་འགྲོ་བ། ནི་ཕར་ཕྱོགས་ཁྱེད་རང་ཚོའི་དགྲ་བོའི་གྱི Private Life དེ་ངས་དུས་ག་དུས་ན་དུས་མ་ཐོན་ཡོད་མ་ཏ། སྐྱེས་དུས་ནས་ད་ལྟ་བར་དུ་ག་འདྲེས་ག་འདྲེས་འགྲོ་ཡིན་ལས་དེ་མི་ཚེ་དུས་ན་དུས་ཡོད་པ། ང་ལྟ་བུ་ཅིག་ན་ངས་གྱི་ཤུག་གུ་རྡོག་ཅན་མ་ལས་འདི་ཡི། གཙང་མ་ཡོད་གཙང་མ། ཁྱེད་ཚང་བཤད་དུས་བསམ་པ་ལ་སྤོ་བ་ཐོ་ནས་བཤད་རྒྱུ་ཡོད་རང་མ་ཝིན་བཤད་གོ་མེད་བ་ཐོ་ནས། བོད་རྒྱལ་ཁབ་རང་སོ་ཆུ་མགོ་ལ་གཏུག་བཞག་ནས། གོང་ས་མཆོག་གི་མིང་འདི་རང་མི་དག་མ་འདྲ་ནག་པོ་རྐྱང་རྐྱང་བྱེད་པ་མ་འཁྲུལ་གྱི་མེད། གོང་ས་མཆོག་གི་མཚན་དེ་ཉིད་ཀྱིས་བོས་པ་ཡིན་ན། ཉིད་ཀྱིས་བདེན་པའི་འཐབ་རྩོད་དོན་དག་ལ་བེད་སྤྱོད་བཏང་རྒྱུ་ཡོད་མ་ཤེས། ཁྱེད་རང་ཚོ་གིས་སོ་སོའི་གིས་མ་བརྗོད་ནི་ཨ་ནི་གོང་ས་མཆོག་གི་མཚན་དེ་མ་བརྗོད་ཀྱི་དོ། ཨ་ནི་བརྗོད་ཡིན་ན་གོང་ས་མཆོག་གི་མཚན་དེ་དུས་མར་བཏང་ཨ་སོ་སོའི་རང་གིས་བརྗོད་ཡོད་དོ་དང་བྱས་དོ་རྒྱ་མིར་ལག་པ་བཏང་ན་དེ་འདྲའི་སྣང་བ་ཁྱོད་ནས་འགྲུབ་མི་འདུག་ལོ། ཀུན་སྤྱོད་སོ་ནའི་ལས་རྒྱུ་འབྲས་ལ་ཡི་དེ་བསམ་བློ་བཏང་ཡ་རེད་ད།

ལས་ལས་ངན་པ་ཚོགས་མང་བསགས་རྒྱུ་ལས་ཤི་ཏོ། ཨ་ནི་དེ་ནས་གཅིག་ལ་བཤད་གཉིས་ལ་བཤད། ཨ་ནི་དེ་ནས་སོ་སོ་ལ་ད་འདོད་བས་ལུས་མ་རག་དུས་ཨ་ནི་ཕ་ཆོག་ཤི་སོད་སོད་ཀྱི་དགྲ་ལ་བསྙེན་ག་རྩོད་དོ་དེ་ཚོ་ཚང་མ་ལ་དགྲ་ཟུག་ཏོ། དཔེ་དུག་ཅར་ལོ། ཀྱི་ལའི་དེ་དབུ་ནས་དྲང་པོ་བཤད་པའི་གནད་དོན། ང་ཚོ་ཚང་མ་ལོ་བོད་རིགས་གཅིག་པ་རེད་ཟེར་ར། བོད་པ་གཅིག་པར་ང་ཚོ་ཚང་མ་ལོ། ང་ཚོ་ཚང་མ་ལོ་རྒྱལ་ཁབ་ཤོ་ཀྱོག་གཅིག་པ་རེད་ད། ང་ཚོའི་གི་ཕ་མ་ཕ་མའི་ཕ་མ་ཚང་མ་ལོ་བོད་ལ་མྱང་ཀྱོག་གཅིག་པ། བོད་ནས་མ་རྒྱ་མི་གི་ཡི་བོད་བ་ཚོ་ད། Direct ནས་རེད Indirect ནས་རེད་མང་པོ་ཅིག་མ་པི་བཏང་ར། ང་ཚོ་ཚང་མ་ལོ། ཁྱོད་དབུས་གཙང་གི་མི་རེད་ཁྱོད་ཚོ་མ་རྒྱུག་ལ་ཁྱོད་ཁམས་པ་རེད་ཁྱོད་ཚོམ་བུ་ནས་བྲོས་རྒྱུག་ལ་ནི། ཁྱོད་ཨ་མདོ་རེད་ཁྱོད་ཚོ་གཉལ་ལ་བྲོས་རྒྱུག་ལ་ནི་ང་ཚོ་ལ་གཡའ་བཅད་མ་བལྟ། རྒྱ་མི་གིས་ང་ཚོ་བོད་པ་ནང་རྒྱུག་ལ་ར་དང་པོ་བོད་ལ་དམག་རྒྱབ་ང་ཚོ་གི་མི་བསད་བྱེད་དུས་ཙམ་པ་ལ་ང་ཚོ་ལ་ཆོལ་ཁ་གསུམ་གྱི་མི་ལ་དབྱེ་བ་བཅད་ནས་དེ་ནས་མང་ང་བསད་དེ་ནས་ཉུང་ང་བསད་དེ་འདྲ་བྱེད་ཡོད་མ་རེད། བོད་པ་ཡིན་པ་ཙམ་གྱིས་བསད་ཡག་གཏུབ་ཡག་སྦོམ་བརྒྱབ་ཡག་བཙོན་ཁང་ནང་བསྡག་ཡག། བོད་པའི་གི་བུད་མེད་དེ་ཚོ་གྲོང་གསེབ་གྲོང་གསེབ་ལ་མོ་ཏྲ་ཁྲིད་ནས་འགྲོ་ནས་གཟུགས་པོ་ལ་པིར་མས་མ་བརྒྱག་ནས་སྤུ་གུ་མ་བཏོན་གི་འདུག་ལབ་གི་འདུག་ཨ། སྙེ་མ་མུ་བི་ཅི་བཟོས་སོང་ཨ། ད་ལྟ་བོད་ལ་ཡོད་ངེས་ཀྱི་དུད་འགྲོ་ལ་རོལ། འདི་ནང་དཔང་རྟགས་འདུག་ཨ། མོ་བི་དེ་མ་བོད་ནང་ལོ་ནས་མ་རྒྱ་གར་ལ་མགྱོགས་པོ་མགྱོགས་པོ་མ་བི་ཕྱིར། མ་མགྱོགས་པོ་མགྱོགས་པོ་མ་བཏང་ཐུབ་བ་ཕྱིར། ཁྱེད་མ་རྒྱ་མིག་གི་འཇུན་ན་ཉང་གི་རོ། མོ་བི་ཟོལ་ཉེ་ཉང་གི་རོ། དེང་ཚོ་ཚང་མ་དཔང་རྟགས་ཡོད་གྱུར་གྱི་སྐད་ཆར་ད། རྒྱ་མིག་གི་རོ། ང་ཚོ་ལ། ཆོལ་ཁ་ཐོག་ནས་ཆོལ་ཁ་འདི་གི་མི་ལ་ང་ཚོ་སྡུག་ག་བྱེད་ཀྱི་དེ་མིང་ལ་གཡག་ག་བྱེད་ཀྱི་ཡིན་ལ་ང་ཚོ་དབྱེ་བ་གཅིག་གོ་མ་ལྟ་ང་ཚོ་བོད་པ་ཡིན་པ་ཙམ་གྱི་ང་ཚོ་ཚང་མ་ལོ་རྒྱ་མི་རིགས་ཀྱི་སྐྲ་ཆག་འགྲོ་དགོ། ད་ག་ནང་ཤི་ཡི་བོད་པ་ཚོ་ལས་རྒྱ་མི་ཚང་མ་ལོ་ང་ཚོས་ཀྱི་སྐྲ་ཡིན་ལ་ནི་སྐྲ་གཅིག་པ་ཡིན་ལ་ནི་བརྩི་གོ་དགོ། ང་ཚོས་ཀྱི་སྐྲ་ངོ་མ་དེ་སུ་རེད་རྒྱ་མི་ར་བོད་པ་ནང་ཁུལ་མ་རེད་བོད་པ་ནང་ཁུལ་གྱི་ང་ཚོས་ཀྱི་དཀའ་ངལ་ཞུ་དོ་ཨ། ང་རང་ཚོ་བཟོས་བཞག་རྒྱུ། སྙེ་མ་ནས་བཟོས་ཉེས་ཡོད། History རྣམས་ལ་ཐུགས་སུ་བལྟ་ན་ད་ལྟ་མོང་གོ་ལི་ཡ་འདུལ་བ་བ་དུ་བྲི་ཡ་དོ་ཨ History དེ། མོང་གོ་ལི་ཡ་སོག་པོའི་ལུང་པ་ནས་ཕྱིན་ནས་ང་ཚོ་བོད་དེ་དབྱེ་བ་ཅེ་ཡ་དང་དེ་འདྲས་ཀྱི་རྒྱལ་ཁར་འགྲོ་ཅེས་འདུག་ཨ། ད་ང་དེ་སྟེང་ཟག་པོ་ཤེས་ངེས་མེད་རང་ཁ་ཅན་ལགས་བས Past is Past ར It's Uninteresting for me སྙེ་མ་བྱུང་རྒྱུ་དེ་ཚོ་བྱུང་ཚར་བ་རེད། དེ་བྱས་ལྷག་ཡོད་མ་རེད། ཡིན་ནས། ད་ལྟ་ང་རང་ཚོས་ཀྱི་ད་ལྟའི་གི་དུས་ཚོད་ལ་ང་ཚོས་ག་རེ་བྱེད་ཐུབ་ཀི་རེད་ལ་ཡ་བཅོད་ར། ང་ཚོ། ཚང་མ་ལོ། ལྷ་ཁང་སྒོ་ཕྱིར་འཁྲབ་དུས་ཚང་མ་ཚང་མ་མཉམ་དུ་འཛོམས་གི་དང། ལྷ་ཁང་སྒོ་ཕྱིར་འཁྲབ་དུས་ཚང་པ་ལ་ཕར་ཚུར་ཁྲིད་ལ་འཁེལ་དུས་ཚང་པ་ལ་གྲོས་བསྒྲུངས་མི་འདང། ང་ཚོ་གི་ཆོས་ལུགས་ལོ་ག་ཡིན་ལ་ནི་མ་རེད་ཆོལ་ཁ་ལོག་པ་ཡིན་ན་ཆོས་ལུགས་རྣམ་པ་ལ་དཀའ་ཉེ་ཁྱོན་ནས་མི་འདུག་ད། ཆོས་ལུགས་ནང་ལོག་ལ་ངས་ཀྱི་དཀའ་ཉེ་མཐོང་མ་སོང། ང་ད་ལྟ་ཆོས་ལུགས་ཡོད་རྒྱུ་ཚང་མས་ཀྱི་རྒན་དང་ཨ་ནེ་ལ་རྣམ་པ་ཉམས་པོ་བྲལ་བ་ཡིན་མ་འདྲ་མ་འདྲ་ཉམས་པོ་བྲལ་བ་ཡིན། ཁོང་ཚོའི་ཀྱི་ནང་རྒྱུད་ལ་དཀའ་ཉེ་དེ་ཁྱོན་ནས་མི་འདུག་ཆོལ་ཁ་ཀྱི་དཀའ་ཉེ་དེ་འདུག། ཆོལ་ཁ། མི་རྒྱ་ཀྱི་ལས་ཀ་རེད་ཤི་སྟེ། ཆོས་མེད་སྐྱོགས། མི་རྒྱ་ཀྱི་ལས་ཀ། འོང་འོང་འདི་གེགས་ལ། རྒྱ་མེད་ཀྱིས་ང་ཚོ་ལ་ཚང་མ་བོད་པ་རེད་ལ་ནི་སྟུག་པོ་བཏང་དགོས། ང་ཚོས་ཀྱི། རྒྱ་མི་ལ། རྒྱ་མི་རེད་ལ་ནི་ཕ་དུག་ལེན་བྱེད་དགོས་དགོས། རྒྱ་མི་གཞུང་ལ་དགའ་ཡ་དང། དཔེ་ལེགས་བཤད་ཡ་དང་དེ་ཚོས་ཀྱི་ཡོང་གི་མ། ད་ད་ལྟ་ལོ་ག་ཚོད་མང་པོ་འགྲོ་གོ་ད་འདོད་ཉབ་ཆུ་ཤེལ་གྱི་དོ་ང་ཚོ་ལ། ང་ཚོས་གི་ཕ་མ་ཚོ་སད་ཡོར་བཏུབ་ཡོར། ད་ཁྱང་ཚོ་ག་ཚོད་མང་པོས་གི་བོད་ལ་ཕ་མ་ལས་ཡོར་ཐུབ་མ་སོ། དང་པོ་བཤད་ན་ང་ཚོས་གི་བོད་པའི་གི་ནང་མི་རེ་རེ་ལ་ང་ཚོས་གི་ནང་མི་རེ་རེ་ལ་ང་རང་ཚོས་གི་མི་རྒྱ་མི་གི་དབང་ཡོ་བ་ལ་མ་ཤེས་ཉེས་བྱུང་ཡོར་མར་ད་ད། ང་ཚོ་ཚང་མས་ཀྱི་ནང་མི་ནས་མི་རེ་གཉིས་ཏག་ཏན་ཏན་བསད་ཡོད་རྒྱ་མི་གཞུང་གིས། རྒྱ་མི་གཞུང་བྱས་ཨ་རྒྱ་མི་གཞུང་གི་བར་ལ་ལས་ཀ་བྱེད་ཉེས་ཀྱི་མི་ཚོས་ཀྱི་སོ་སོས་ཀྱི་དཔལ་འབྱོར་དོན་དག་ལ། བོད་པ་མང་པོ་བསད་ཡོད། ད་བསད་ཡ་འདི་བསད་ཡ་གཅིག་རེད། ལུས་ཐོག་ནས་བཀའ་ཉན་ཟོས། བདག་ཨང་ཁ་ཤས་ཡང་མ་གསལ་བ་བྱས། ཡང་མི་བརྩེ། མི་ཤེས་མེད་ནས་དེ་ཡག་ལ་བད་ཨ་ཚི་ཤེས་ན་ཡི་ཐག་པར་འདུག་བསམ་མེད་ཀྱི་མི་ཚེ་དེ་འདྲའི་སྡུག་པོ་དེ་འདྲ་བཟོས་ནས་བཞག་ཡོད་སོང། ད་ང་ཚོས་ཀྱི life style དེ་མང་ཆེ nomadic life style རོ། ང་ཚོ། འབྲོག་པ་རོ་ང་ཚོ་བོད་པ་ལ་ཡང་དེ། བྱས་ཙང་ང་གོམ་པ་རྒྱག་ཡ་གའུ་དོ་ཨ། ང་འབྲོག་པ་ཡིན་བསམ་གི་འདུག། ངས་ང་ས་གནས་ག་རེ་སླེ་ཀྱོག་རེད་ཁྱག་ཚོ་སུ་ཅེས་ཧ་གོ་མ་ཤི། ང་རྐང་སྟེགས་ཀྱི་ལག་གི་མེད། ངས་གི་ལབ་པ་ཡིན་ན་ངས་གི། ཆོལ་ཁ་ག་རེ་ཡིན་ཀྱོག་འདི་ཡི་གི་མིང་འདི་བེད་སྤྱོད་བཏང་ནས་ང་ལ་ཨེ་ཏྲེག་བྱས་མྱང་ག་ཡོད་ཤི། ད་ལྟ་བོད་མི་ཚོ་མ་སངས་ཀྱོག་ཁ་ཤས་ཅིག་ཡིན། ཡང་ང་ག་དུས་ནས་ང་བོད་པ་གཙང་མ་གཙང་རྒྱ་ཡིན་ར། ང་ཆོལ་ཁ་གི་སྐད་ཆ་ཧོར་འདྲ་བ་མི་འདུག། ང་བོད་པ་ཡིན་པ་ཙམ་གྱིས་ང་ལ་སྤོ་བ་ཡོད། མི་རིགས་ཀྱི་ཞེན་ཁོག་དེ་ཡོད་ར། ཁྱེད་རང་ཚོ་ལ་ངེད་ཀྱིས། ཆོལ་ཁ་ག་རེ་རེད་འདུག་ལ་ནི་ངེད་ཀྱི་དབྱེ་བ་ཆེ་གཅིག་མ་ལྟ། ལྟ་བ་ལ་ལྟ་ནི་དབྱེ་བ་གཅིག་ཡོད་ལྟ་བ། ལྟ་བ་ལོག་པ། བོད་ཀྱི་བསྟན་པ་ཆབ་སྲིད་ལ་གནོད་ཀྱི་ལྟ་བ་དེ་འདྲ་ཡོད་ན། ཨ་མྱེས་ཀྱིས་གཏོགས་ལེན་བྱེད། བོད་པ་ནང་ཁུལ་ཡིན་ནའི། ཨ་མྱེས་ཀྱིས་རྒྱ་ཁྱི་དང། ཨ་ནི་རྒྱ་མི་རྐུབ་དང་ངེད་དང་དེ་འདྲའི་ཚིག་དེ་ཚོ་མ་མ་ཐོན་རང་ཐོས་ཐུག་བོར། ཁ་ཅན་ལ་ང་མི་ར། ཨ་མི་ལ་ཡའི་དེ་ལ། Emotion ཡོད་ར། ཨ་ནི་ང་ཆོས་པ་ཅིག་མིན་བྱེད་དུས་ཙམ་པ་ལ། ཨ་ནི་ངེད་ཀྱིས་ཞི་ར་ཞེས་ར་ཏིང་ཟབ་པོ་དེ་འདྲའི་བཏང་ཐུག་མི་འདུག་ད Politic ལ་ཡིན་ན་ཡང Emotion དེ་སྟོན་དགོས་སྐོར་དང། ཡིན་གཅིག་མིན་གཅིག་སྟོན་དགོས་སྐོར། སེམས་ལ་ཡི་གེ་འདི་ཁ་ནས་ཏག་ཏག་སྟོན་དགོས་སྐོར། ངོ་འདི་ཕྱེ་ནས་ར། སྤང་བླང་ཞི་ར་ཞི་ར་ལའི་མེ་ར། ཁྱེད་ལས་སྤྱི་དོན་རྣམ་པ་ལ། ངེད་ཀྱི་སྐད་ཆ་འདི། གལ་ཚིག་ཁོ་རང་ཚོད་ཀྱི། རང་བཙན་རྩོད་ལེན་བྱེད་ཉེས་ཆེ། བོད་ཀྱི་བསྟན་པ་ཆབ་སྲིད་ལ་ཕན་ངེས་ཀྱི། མི་སྐྱ་ཀྱི་སྤྱི་མཐུས་རྣམ་པ་ཆེ། ཆེ་ལི་སྤྱི་མཐུས་རྣམ་པ། ཁོ་རང་ཚོས་ཀྱི་སྐུ་ལ། གཟུགས་པོ་ལ། འཕྲོད་བསྟེན་ལ། གནོད་པ་འདི་ཀམས་ཅིག་བྱུང་ཡོད་པ་ཡིན་ན་བྱུང་ན་ལ་ཡོད་ད་ཅི་འདྲ་སྐུ་བེད་ན་ལ། དང་པོ། དྲ་རྒྱ་རྣམས་ལ། ཚིག་རྩིས་སྐྱོ་ཉེ་དེ་ཚོ་པུ་ལིས་ལ་གླེགས་རི་ད་ཁྱེད་ཚོ་ཀྱི་པར་དེ་ཚོ་ཁ་ཅིག་ཚིག་རྩིས་སྐྱོ་ཚ་སོ་ཨ། ཅིག་ཅིག་ཐོད་ལ་ཡེ་དེ་ཁྱིམ་ཐོ་ཐོ་ནས་ལེ་ལོ་མ་རེད་ར། ཉག་ག་ཅིག་པུ་གི་སྐད་ཆར། ཧོན་ཐོ་རེ་གི་ཉག་ག་ཅིག་པུར། སོ་ཨ་ན་ལེ་གི་སྐད་ཆ་ཆ་གིར། གལ་སྲིད་ཅིག་བྱུང་པ་ཡིན་ན་དང་པོ་དྲི་བ་དྲི་ས་ཁྱེད་རང་ཚོ་ཆ་གིར། ཁྱེད་རང་ཚོ་གི་སྙེ་མ་དུས་ཚོད་དེ་ལ་ངོ་དེབ་ནང་ལོ་ལ་དེ་འདྲས་དེ་འདྲས་བྱེད་ནས Threatening བྱེད་དུ་བ Threat ལན་བྱེད་དུ་བ།

ཕྱི་ལུས་ཅི་སྟེ་རྣམ་པ་ལ་ངས་དད་པ་ཙམ་མེད་ང་ནང་པ་ཅིག་དང་བོད་པ་ཅིག་ཡིན་པ་ཙམ་གྱིས་ང་དད་པ་ཙམ་མེད་དང་ང་གོང་ས་མཆོག་ལ་ང་དད་པ་དང་ཡིད་ཆེས་ཡོད་དུས་ཙམ་པ་ལ། གོང་ས་མཆོག་གིས་དམངས་གཙོ་གནང་ཡོད་རེད་ངེད་ཀྱིས་ང་རང་དམངས་གཙོ་དེ་བེད་སྤྱོད་གཏང་རྒྱུའི་རང་ཉིད་སྐད་ཆ་བཤད་དུས་ང་རང་གིས་བཏང་བ་ལམ་ཕྱོགས་ག་དེ་ཡིན་ནས་དམངས་གཙོ་ལ་ཡེ་དེ་ལ་ཀླད་པ་གཡོ་བས་ཀྱི་གོ་སྐབས་དེ་ཡོད་རེད་གོང་ས་མཆོག་རྒྱ་གར་ལ། ཆོས་སྐུའི་ནང་ནས་བོད་པའི་སློབ་གྲྭ་དེ་འདྲའི་མང་པོ་བཙུགས་ནས་ང་ཚོའི་སྤུ་གུ་ཚོ་ལ་སློབ་སྦྱོང་སྤྲད་དེ་ལྐུགས་པ་ཆགས་བྱེད་དུ་མ་རེད། དེང་དུས་ཀྱི་སློབ་སྦྱོང་ར་འགྱོགས་ཀྱི་བུད་མེད་ཅིག་ཡིན། མི་ཚེ་ནང་ལ་ལས་ཀ་འདྲ་མིན་སྣ་ཚོགས་ཀྱི་ཉམས་མྱོང་གི་བུད་མེད་ཅིག་ཡིན། དེ་ནས་ལས་ཀ་བྱེད་ཡས་ཀྱིས་དཔེ་ཤག་ལ་བལྟ་ནས་ལས་ཀ་བྱེད་པ་ལས་དཔེ་ཤག་ལ་མ་བལྟ་ནས། སྤྱི་ཚོགས་ཞབས་ཕྱི་ཞུས་ཉེས་ལོ་མང་ཡོད་ཉེས་ཀྱིས My Service to Humanity། གླ་ཆ་མ་ཟ་ནི། ལོ་མང་པོ་ཉིན་གླ་ཆ་མ་ཟ་ནི་ལས་ཀ་བྱས་མྱོང། དེང་སྟངས་ད་ལྟ་གླ་ཆ་ཟ་ནི་ལས་ཀ་བྱེད་པ་ཡིན་ནས། མི་ཟུར་དུས་ཆ་སྟོང་པ་ལ་གླ་ཆ་མ་ཟ་ནི་ལས་ཀ་མང་པོ་བྱེད་ཀྱི་ཡོད། ར། ག་བ་ལ་འགྲོ་བ་ཡིན་ནས། ཉེས་ཀྱིས་ཚེ་བརྟན་ཆོས་སྒྲོན་གྱིས་གོང་གསལ་ལ་ལ་ང་ཁང་པ་བལྟ་ཡས་དང་ཟ་ཁང་རྫིག་པོ་ན་ལ་བཅིངས་ནི་པར་རྒྱག་ཡས་དེ་མ་རེད། ངས་གོང་གསལ་ལ་ཡས་དེ

བྲག་གི་ཁ་ལ་འོ། གུ་གྱོང་ནོར་བ་ག་བར་བཏང་གི་དོ་དེ་ལྟ་ཨེ་ད། ཁོ་ཚོས་ཀྱི་ཉེན་ཁ་ག་བ་ལ་ག་བ་ལ་དོ་དེ་ལྟ་ཨེ་དེ་ངེད་ཀྱི་ལས་འགན་ཆགས་དགོ། དེ་ལ་དཔའ་བས་ཀྱི་ང་རང་གི། རྗེས་མ་དེ་འདྲ་ཕྱིན་ན་ག་རེ་བྱེད་དགོ་དོ་དེ་ལྟ་ཨེ་དེ་ངེད་ཀྱི་ལས་འགན་ཆགས་དགོ། ཁྱེད་རང་གཟབ་གཟབ་བྱེད་ཡ་ལ་ཨེ་འམ། ཕྱི་ལུས་སྤྱི་ཐུན་རྣམ་པ་ལ་ཞི་ར་ཞི་ར་མ་བསླབ་གོ་ནས་ཞི་ར་ཞི་ར་ཙིག་ཙིག་མ་བཅོས་མ་བསྐྱོད་གོ་ནས། སོ་སོས་ཀྱི་བུ་མ་རང་ལས་ཇི་ལྟོ་བུ་མེ་རེང། འདི་ཡི་རྩེ་མོ་འདི་གར་རེ། ཕག་རྟགས་ཅིག་དུད་འགྲོ་འདྲ་བོ་ཅིག་བསད་ཡ་བྱེད་དོ་ཕག་རྟོགས་བྱེད་ནི་གཡུག་པ་ཡིན་ན་ཕལ་ཁའི་ཁལ་ས་དེ་ལ་ཁལ་ནི་འདི་ཡི་ལག་ལྕགས་འདི་ཚུར་རང་ལྕགས་སོ་སོའི་ཀྱི་ལག་པ་ལ་ཚུར་རང་ལྕགས་གཏུགས་སླེ་གོར་བུ་མེ་རེང་ལས་དེ་ཁེངས་རྒྱུ་ཡོད་ན་མེད་ན་ཧང་མ་སུ་ར། ད་ང་ནང་ཤི་ཁྲ་ཡོད་ད་ད་ལྟ།

གྲགས་སྐམ་དེ་ནས་མང་པོ་བཏོན་དུ་བ། འཇིགས་བྱེད་ཁྱོད་དུ་བ། ངེད་ཀྱིས་ཁྱེད་རང་ཚོ་ལ་འཇིགས་བྱེད་དེ་འདྲ་སྐྱོན་མེད་ད། ངེད་ཀྱིས་ཁྱེད་རང་ཚོ་ལ་དེ་འདྲའི་བྱིས་གླིང་མེད། ནས་ངས་ཁྱེད་རང་ཚོ་ལ་སློབ་སྦྱོང་སྤྲད་ཀྱི་ཡོད། སློབ་སྦྱོང་ལྐུགས་པ་དྲོ་ཡིན་པ་ཡིན་ན། དེ་འདྲའི་ཆེ་ན་དེ་འདྲའི་བྱུང་སྲིད་ཀྱི་རེད། བྱས་ཙང། རྗེས་མ་སོ་སོ་ལ་དཀའ་ཉེན་མ་ཡོང་བའི་ཆེད་དུ། ཨ་ནི་ཁ་དེ་དག་པོ་རྒྱབ་རྒྱུ་རྒྱག་དགོས་རེད། ཨ་ནི་གྲགས་སྐམ་འདྲ་མ་འདྲ་བཟོས་རྒྱུ་ཡོད་མ་རེད་སླད་ཅིག། ཨ་བཟོས་པ་ཡིན་ན། སོ་སོས་ཆེད་ལས་ཅུས་དེ་ལ Competition བྱེད་ཀྱི་ཡོད་ན། དེ་ལ་དཔའ་བོས་ཀྱིས་སོ་སོ་ལ་ཤེས་ཡོན་གྱི་གོ་སྐོར། སོ་སོ་ལ་དེ་སྒམ་ཞིག་མིག་སྟོན་ཡ་མེད་སྐྱོར་ལ་ཕ་ལྗོངས་ལ་ཞེའུ་ཅིག་ཕྱག་ལས་བརྒྱབ་བསྡད་ན་སུས་རྣ་བ་འགྲོ། ཨ་ནི་སུས་ཀྱི་ཆོས་ཡིན་ལ་ཡིན་པ། ང་ངེད་ཀྱི་སྙེམས་ལམ་རྒྱུད་ནས་ལབ་པའི་དེ་རང་ཅག་ཡིན། བོད་པའི་སྤྱི་ཚོགས་ནང་ལ་སོ་སོས་ཀྱིས་བོད་ཀྱི་བསྟན་པ་ཆབ་སྲིད་ལ་ཕན་ཡག་གི་ལས་ཀ་དེ་བྱེད་ཐུབ་ཀྱི་མི་འདུག་ན། རྒྱ་མི། རྒྱ་མི་ལ་དགའ་སྡིག་འདུག་ན་ཨ་ནི། བོད་ཀྱི་ཕྱི་ལ Refugee Status གར་གླེང་རྒྱུ་ལས། བོད་པ་ཡིན་བོད་དེ་རྒྱ་གི་ཟས་ལ་གོ་ར། རྒྱ་མིར་ཞི་བ་ཅིག་དགའ་གི་འདུག་ན་ཨ་ནི་ཕྱི་རྒྱལ་དེ་ཚོ་ལ Refugee Status གླེང་ནས་རྒྱལ་ཁབ་ཀྱི་མི་སེར་གྱི་དཀའ་ལས་རྒྱབ་རྒྱོག་གི་ཆུ་ཚོད་ཆུ་ཚོད་ལ་དཀའ་ལས་རྒྱབ་ནས Tax སྟེར་རྒྱོག་གི་དཔེ་ཤག་དེ་ཚོ་བཟའ་བཏུང། སྤང་བྱེད་ནི། ནི་མ་རབས་བཞིན་གར་བྱེད་འདས་གྱུར་ལ་ཡིན་པ། རྒྱ་ནག་ལ་ཕར་ལོག་འགྲོ་ན་འགྲིག་ཏོ་ཁྱེད་ཚོ་འདྲ་བོ་འདི། རྒྱ་མི་གཞུང་ལ་རྒྱུག་ཕེ་ནེ་པ་ལས་ཀ་ཡག་པོ་སྤྲད་གི་རེད་མེ་མདའ་སྤྲད་གི་རེད་ལག་པ་ལ། ཁང་པ་སྤྲད་གི་རེད་མོ་ཏྲ་སྤྲད་གི་རེད་མེ་མདའ་ཡིས་སྤྲད་གི་རེད། ད་ཁྱེད་རང་གིས་བོད་ཀྱི་ས་གནས་དེ་ལ་རྒྱུག་ནས་བོད་པ་དེ་ཚོ་ཟས་ཤོར་ལ་ཡིན། འདི་ཚོ་ལས་ཀ་དེ་ཚོ་ཏག་ཏག་ཏག་ཏག་འགྲིག་གི་ཡོད་གི་རེད་ཁྱེད་ཚོ་ལ། ཡུ་རོབ་ཨ་མེ་རི་ཁ་ཨོ་སི་ཀྲེ་ལི་ཡ་དང་ལྟ་དེ་འདྲའི་ས་གནས་ག་ག་ས་ལ་ནི་དེ་འདྲའི་པཱ་ར་སཱིད་དེ་འདྲའི་གོ་ཡ་ཡོད་མ་རེད་རྒྱ་མིའི་གི་པཱ་ར་སཱིད། བོད་པ་ཡིན་ན་བོད་པའི་རེ་ཕིའུ་ཅི་གླེང་ཡོད་ན་བོད་པའི་མིང་དང་བོད་དང་བོད་མི་ལ་ནི་ཚིག་དེ་གཉིས་གཉིས་བེད་སྤྱོད་སྟངས་ནི་སུ་སུའི་གི་ལྟོ་གོས་དེ་ཚེག་ཡོད་ན་ར་བོད་རང་དབང་རང་བཙན་ཐོག་ལ་ལས་ཀ་བྱེད་དགོས་གོ་རེད་བོད་གི་བསྟན་པ་ཆབ་སྲིད་ལ། ཕན་ཐོགས་ཀྱི་ལས་ཀ་བྱེད་དགོས་སྐོར། ཨ་ནི་བོད་ཀྱི་བསྟན་པ་ཆབ་སྲིད་ལ་ཕན་ཐོགས་ངེས་ཀྱི་མི་སྣ་ཚོ་ལ་རྒྱབ་སྐྱོར་བྱེད་དགོས་སྐོར་ཁོང་ཚོ་རྐང་པ་ནས་མར་འཐེན་ཡག་བྱེད་དོ་འདི་རྒྱ་མིས་ཀྱི་བྱེད་སྒོར་ཞི་ངས་རྒྱག་རྩལ་ཡོད། ཁྱེད་ཚོས་རྒྱ་མི་གཞུང་ལ་རོགས་པ་བྱས་ནས་རྐང་པ་ནས་འཐེན་དགོས་ཡས་ཀྱི་རྒྱུ་མཚན་ཡོད་མ་ར། ངས་ཀྱི་འདི་སེམས་པ་གཏིང་ནས་ཤེས་ཀྱི་ཡོད་ར། ཀུན་སྤྱོད་གསུམ་ལ་ཡིན། ང་ཁྱེད་ཚོ་ལ Private གི་ངེད་ཀྱི་མ་དགའ་བ་དེ་འདྲ་ཁྱོན་ནས་མེད་ལ Private ལ་ང་མང་པོ་ཅིག་ངོ་ཡག་པོ་ཤོད་ངེས་མེད། ཡིན་ནས Public གི Life ལ་སྤྱི་ཚོགས་ཀྲུའུ་ཡེ་གི་ལས་ཀ་མང་པོ་བྱེད་ན་རོ། སྤྱི་ཚོགས་སྡུག་ག་ཀྲུའུ་ཡེ་གི་ཨ་ནི་ཁ་ནས། ཆིག་སྡུག་རེ་སྡུག་ཅེས་ལབ་གི་འདུག་ཨ། ད་ཀླད་པ་ཡོད་ཀྱོག་གི་མི་དེ་ཚོས་ཀྱིས། དོན་དག་དེ་ཚོ་ཁ་རི་ཁ་ཏུག་ཏུག་བྱས་ནས་བཤད་ཀྱི་རེད་ད་སྐད་ཤུགས་ག་རེ་མོ་ག་རེ་ཡིན་ནས། དོན་ལ་ལྟ་གི་རེད། ཕ་ཅོག་གི་གཟུགས་པོད་ཀྱི་དབྱིབས་དང་ཕ་ཅོག་གི་བཟའ་ཚང་དང་ཕ་ཅོག་གི་ནང་མི་དང་དེ་འདྲས་དེ་འདྲས་དེ་འདྲས་བྱས་ནས་བྱི་དོ་བྱེད་ཀྱི་མ་རེད། གང་ཅི་དེ་འདྲས་བྱས་ནའང་སོ་སོས་ཀྱི་ཁ་ལ་ལའི་དང་རེ་ལུས་མེད་པ་གཏན་གོ་རེད། ཆེ་ཚང་དབྱེ་བ་བཅས་བཤད་སོང། སྤྱི་ཚོགས་ལ་བོད་ཀྱི་བསྟན་པ་ཆབ་སྲིད་ལ་བེད་སྤྱོད་ཡོད་སྐྱོར་དང་མེད་སྐྱོར་གྱི། ད་གུ་རུབ་གུ་རུབ་འདྲ་བོ་ཅིག་ཚ་རེ་བ་རེ་མང་པོ་ཅིག་བཟོས། ང་ནི་སྐད་ཆ་ཆོ་མེད་མང་པོ་ཅིག་བཤད། ང་མི་མང་པོ་ལྟ་ངེས་ཡོད་པ་ཙམ་གྱིས་སུ་ཚོད་ཀྱིས་སྐད་ཆ་ཆོ་མེད་བཤད་ཀྱི་ཡོད་ན། འདི་ཞེའུ་ཅིག་རེད་བསམ་ན་ཡོད་མ་གཏོགས། མོ་བི་ཏོའུ་བྱས་ན་ང་ཚོ་མོ་བི་ཚང་མ་ལོ་པད་པིས་པོ་རྐྱང་རྐྱང་ཡིན་ན་ལྟ་ཉན་ཉུང་ང་དོ་ཨ། སྐབས་འདི་ནང་ལོ་ལ་དྲ་སྒུག་དང་སྒུག་འདྲ་དེ་འདྲ་ཡོད་ན་ཨ་ནི་ཨ་མོ་ཁྱོད་སྒུག་འདྲ་དེ་ལས་ཀ་བྱེད་དང་ཨིན་འདྲ་ཤ་མོ་དེ་བ་མོ་དེ་ལས་ཀ་བྱེད་དང་ཨིན་འདྲ་རེ་བྱས་ན་ནི་མོ་བི་དེ་སྐད་གྲགས་ཚར་ཆགས་ཡོད་དང་ལྟ་ཉན་མང་པོ་ཆགས་ཡོད་དང་ཨིན་འདྲ་རེད་བསམ་ལོ། དོན་མེད་སྐྱོར་གྱི་སྐད་ཆ་བཤད་དེ་ནི་ཨ་ནི་སྤྱི་ཚོགས་དཀྲུགས་སྐད་ཀྱི་སྐད་ཆ་བཤད་དེ་ནི་ཨ་ནི་ལྟ་ཉན་དེ་འདྲ་ཡོད་ན། ཨཱ་ནི་སུ་སུ། ལྐུགས་པ་ཆག་གོ་ལྟ། ཨཱ་ནི་དཔེར་སླ་བོ་བཙོང་གོ་སུ་སུ་སུ། ཁ་ཅིང་ལག་པས། སྙེ་མ་འདི་བ་ལ་མུ་བི་ཁྲ་བས་ད་དེ་ཚོར་དཔེ་ཤ་བཞིར་ཅིག་སྤྲད་ནས་སི་ནི་མ་བཟོས་གོ་ར། ད་དེང་སང་ཨིན་ཏེར་ནེད་ཀྱི་དུས་ཚོད། དྲ་ལམ་གྱི་དུས་ཚོད་དེ་ལ། ཨ་མི་དེ་ཚོ་ལ་དཔེ་ཤ་སྤྲད་གོ་མེད་བ་ཐོ་ནི Life History གོ་ར་དེ་ཁ་ནི་དུག་རི་དུག་ཚེ Script སྤྲད་གོ་མེད་བ་ཐོ་ནི་རང་བཞིན་གྱི་སུ་སུ་བཟོས་ནས་བཤད་ཉེན་ཡོ་ར། ལྟད་མོ་ཆེན་པོ་དཔེ་ཡོ་ར། ལྷན་ཐོད་ལྟད་མོ་ཆེན་པོ་ཡོད། ཇོ་གོར་ཆག་གོར་སུ་སོ། ད་རྒྱ་མི་དེ་ཚོ་དགའ་དེ་ཡོད། ད་བལ་རྒྱ་གར་ལ་བྲོས་འགྲོ་ག་བྱེད་རྒྱ་གར་ནས་གཞན་པར་བྲོས་འགྲོ་ག་བྱེད་ད་དེ་ཚོ་ལ་ལྟ་ད། དེ་མི་སོ་སོས་ཀྱིས་བོད་རྩ་དོན་ལ་ལས་ཀ་བྱེད་མཁན་དེ་ཚོ་ལ་ཨམ་དེ་འདྲའི་ལ་གླུ་སྤང་བྱ་ཁ་ཤས་ཅིག་གིས་སོ་སོའི་མི་ལ་སོ་སོས་ཀྱིས་མག་བསྟན་ནས་སོ་སོའི་མི

ཡ། ཅིག་མི་གཅིག་གིས་གཉིས་ཀྱི་དེ་འདྲའི་ལབ་སྐྱོ་ལ་ངེད་ཀྱིས་ཕ། དེ་འདྲའི་དཔྱ་ལེན་བྱེད་སྐྱོ་དེ་འདྲའི་མེད། ང་ལ་དྲི་བ་ལ་སྐྱོས་དྲི་བ་སྐྱོ་བ་ལ་དཔའ་བའི་གི་ང་ཕྱོགས་གཡས་གཡོན་མང་པོ་ལ་ལྟ་ནས་ངས་སྐད་ཆ་ཤི་སྐྱོས་ར། ངར་སྤྱི་དང་ནས་དོ་ནག་བྱེད་ངེས་ཏེ། ང་མུ་བི་ལྟ་གོ་དུ་ནས་དུ་འགྲོ་ཁ་མི་འདྲ་ཤོན་ལྟ་གོ་དུ་ནས་དུ། ཚགས་པར་མ་འདྲ་མ་འདྲ་གི་སྣོད་བྲིས་དེ་གླེང་དགོས་ཡོད་ནའི་གླེང། སྣེམས་རུས་གསར་བརྗེ་འདྲ་མ་འདྲ་གི་གནས་ཚུལ་གླེང་དགོས་ནས་གླེང་ནས་ངེད་ཀྱི་དྲ་སྒམ་སྟོན་རྒྱུ་ཡོད་མ་གཞི་ངས་ད་ག་པ་བ་གི་ངེད་ཀྱི་ད་འདྲ་བསམ་བློ་ཐོག་ད་ཅག་ལ་ནི་ཤེས་ཉེན་མེད་ད་ག་ཅི་ལ་ངར་སོ་སོའི་གི་ནས་ཤེས་ཡོན་དེ་ཡར་རྒྱས་བཏང་ཡིན་བཏང་ངའི་གྲོང་ངེད་ཀྱི་བུད་མེད་ཅིག་ཡིན་བོད་པ་མི་ཚང་མ་ཨེ་འདྲ་བྱེད་དགོས་སྐོར། ཉམས་ཞིབ་བྱེད་དགོས་སྐོར། སྤྱི་ཚོགས་ཉམས་ཞིབ་བྱེད་དགོས་སྐོར། སྲིད་ཀྱི་ཉམས་ཤིག་བྱེད་དགོས་སྐོར། རྒྱ་མི་གཞུང་དང་རྒྱ་མི་རྒྱུག་ཁྱི་གི་བྱེད་སྟངས་ཀྱི་ཉམས་ཤིག་དེ་བྱེད་དགོས་སྐོར། ཉམས་ཤིག་བྱེད་ན། ཨ་ནི་བདེན་པ་དེ་ཧ་གོ་གི་ར། བདེན་པ་དེ་ཧ་གོ་དུས་ཨ་ནི་བཤད་དུས་ཙམ་པ་ལས་བདེན་པ་དེ་མ་བཤད་ཀྱི་གོ་སྐབས་ཡག་ག་རག་གི་ར། ཡག་ག་དོན་གི་ར། བདེན་པ་ག་རེ་ཡིན་མི་གོ་ཚོད་ལ་མ་ཚོད་ལ། ར་ལུག་ནང་བཞིན་ཡག་ཅིག་རྒྱུག་མ་ཅིག་རྒྱུག།

ར། དེ་སྲིད་སོ་སོའི་གི་སྐད་ཆ་ལ་བདེན་པ་ཞིའུ་ཡོད་བྱས་ནས་དེ་ནས YouTube སྟོན་གི་འདྲ་ན Monetize མ་བྱས་ནས་སྟོན་ད། ལྟ་ཆོག་དུས་ཚོད་ག་ཚོད་བཏང་གི་འདུག་ར། ང་ཀྲའོ་ཅི་ཡིན་པ་ན་ང་རང་རང་གི་སོ་སོའི་གི Production མེན་པ་ཡིན་ན། ང་རང་རང་གི་ཁ་ནས་བཤད་རྒྱུ་དང་ང་རང་རང་གི་གདོང་པ། སྟོན་རྒྱུག་གི་གྲ་གམ་ཅིག་མེད་ན་ངས་གི་དེ་ལ Monetize བྱེད་གི་མེད་ར། སོ་སོ་རང་གིས་མི་ཚེ་གི་ཐོག་ལ་སྐད་ཆ་དང་སོ་སོ་རང་གིས་ཁ་ནས་གདོང་པ་བཏོན་ནས་སྐད་ཆ་བཤད་རྒྱུ་འདི་ཚོ་ཡང Monetize བྱེད་པ་ཡིན་ན་བོད་ཀྱི་བསྟན་པ་ཆབ་སྲིད་ལ་གནོད་མི་འདུག་ན་འགྲིག་གོ། ར། མི་ནས། གང་བྱུང་མང་བྱུང་བཤད་ནས་མི་མང་པོ་ལྟ་ཡ་བྱེད་དོ་གང་བྱུང་མ་འཇུག་འདྲ་མི་སྣ་ཚོ་མ་བིན་མ་རབས་བཤད་ནས་འདི་འདྲ་བྱེད་ན་ནི་ངོ་ཚ་ཉེས་འདེད་ལ་ཡིན་པ། ངོ་ཚ་མི་འདོད་ན་ཡིན། དེ་ག་ལ་ང་ལ་ད་ལྟ request གཞན་པ་ཅིག་སླེབས་སོ་ར། YouTuber གཉིས་ཀྱི་མིང་ཐོས་སོང། དེ་གཉིས་ཀྱི YouTube ནང་ལོགས་ལ་དེ་འདྲས་དེ་འདྲས་དོན་གྱི་འདུག་སྟོན་གྱི་འདུག་ཅིག། དྲ་མི་སྣ་ཚོགས་དང་སྤྱི་ཚོགས་ཀྱི་ཐོག་དེ་འདྲས་སྟོན་སོ་ར། ཡིན་ན་ང་མིང་གཉིས་དེའི་ངས་མགོ་ཉུང་མགྱོགས་མ་བཞིན་ཡིད་འཕྲོག་ངེད་ཀྱིས་ཁྱོད་ནི་བལྟ་མྱོང་མི་འདུག་ངེད་ཀྱིས་བྱས་ཙང། བལྟ་མ་མྱོང་དུས་ཙམ་པ་ལ་ངེད་ཀྱིས་འདི་ཐོག་ལ་ཤེས་ཡ་ལ་ང་དེས་ཅིག Knowledge ཉུང་དྲགས་འདུག་ཨ། ང་ནི Private ལ་ག་རེ་བྱེད་ནས་ང་དེ་བྱེད་དོ་བྱེད་མེད་ར། ཁ་ཅན་ལ་བོད་བཙོང་མགོ་མ་ར་བྱེད་ད་ནི། ཡང་ཅིག་གཞོན་སྐྱེས་དང་བོད་མི་རིགས་ལ་སློབ་གསོ་ཉན་པ་ཐེབས་པའི་གི་རི་བྲོ་དེ་འདྲས་ཡིན་པ་ཡིན་ན་ངེད་ཀྱིས་བལྟ་མ་མྱོང་དུ་ཨ་དེ་འདྲ། གལ་སྲིད་དེའི་གི་ཐོག་ནས་ང་ལ་དམིགས་བསལ་རེ་ཁཱ་སྤྲད་ཡོད་པ་ཡིན་ན་ཁྱེད་རང་བིད་འགྲོ་དེ་ཚོ་ལྟ་ནས་ད་ལྟ་མིང་དེ་གཉིས་ནས་ལྟ་ནས་ཏེས་ཅིག་མི་འགྲོ་ཅིག་བཟོས་ན་ད་ཡག་པོ་བྱུང་སར་ཁ་ཅིག་ལ་ན་ང་རང་ང་རང་ཚོས་གི་བོད་མི་རྣམ་པ་གི་ད་ལས་འགན་དེ་ཏག་ཏག་ཁེག་མིན་འདུག་ང་ཚོས་གི་གཞོན་སྐྱེས་ཚོ་ལ་ཅིག་སྐད་ཆ་འདུག་ག་འགྲོ་འདྲེ་ལབ་གི་འདུག་ཨ། ང་ཚོ་བོད་མི་རྩ་ལག་འགྲོ་ཡས་ཀྱི་གནས་སྟངས་འདི་བཟོས་གི་འདུག་ཕ་མ་བོད་ནས་སླེབས་པ་ཡིན་ནའི་རེད་རྒྱ་གར་བཅས་འབྱོར་ལ་སྐྱེས་འགྱོ་ཡིན་ནའི་རེད་བོད་ནང་ལོག་ལ་སོ་སོས་ཀྱི་ནང་མི་གཅིག་བསད་ནི་བསད་ཡོད་རྒྱ་མི་གི་ད་སོ་སོའི་སྤུ་གུ་ལ་སོ་སོས་ཀྱི་ནང་མི་བསད་ཉེས་ཀྱི་གཞུང་དེ་ལ་རོགས་པ་བྱེད་འོ་རེད་དོན་དོ་བྱེད་ནི་མི་རིགས་ཀྱི་ལ་རྒྱ་དེ་མེད་པ་བཟོས་གི་འདུག་ཐབས་སྐྱོ་བོ་རེད་ལོ་འཐབ་པའི་སྐྱོ་བོ་ཞིག། སྤོ་སྒོ་གཅིག་འཛམ་བུ་གླིང་ནང་ལོགས་ལ་ཁྱེད་ཡོང་པ་ཡིན་ན། ད་ང་སྒྲོལ་གྱིས་ནི་སྤོ་སྒོ་གསུམ་རྒྱག་མ་རུང། སྤོ་སྒོ་གསུམ་ནི་སྐྱེས་མ་སོང་མ་གཞི། གལ་སྲིད་སྐྱེས་ཡོད་ན། སྤོ་སྒོ་ཆགས་ཡོད་ན་ངས་སྐྱེས་ཡོད། ཡིན་པ་ཡིན་ནས་ངས་ཀྱི་སྤོ་སྒོ་ག་ཚོད་མོ་ག་ཚོད་གསུམ་ལས་ལྷག་ག་ཆགས་ཡོད་པ་ཡིན་ནས་ངས་དེ་ཚོ་ལ་མི་རིགས་ཀྱི་ལ་རྒྱ་ཡོད་ཀྱོག་གྱི་བུད་མེད་ཅིག་བཟོས་ཡོད། སེམས་ན་བོད་པ་ཡིན་ལ་ནི་ངར་དང་སྤོ་བ་ཡོད་ཀྱོག་ཅིག།

དེ་ནས་ངེད་ཀྱིས་ད་ལྟ་སླེབས་རྒྱུ་ཚང་མ་ལོ་ཉེས་ཀྱི་ནམ་རྒྱུན་དུ་ནས་ང་རང་བསམ་བློ་མང་པོ་བཏང་དེ་ཀྱི་དེ་འད་ཀྱི་བརྗོད་གཞི་དེ་འད་ཡིན། ད་གངས་དེ་འད་ཤེས་ཀྱི་མེད་ཞོད་ཡིན་པ། ok། ཨ་ནི private དོན་ནས་གནོད་པ་ཡིན་ན། དོ་སྐྱོང་རེད་ལའི། ok། ད་ཆབ་སྲིད་ལ་ཕན་ངེས་ཀྱི་ཐོག་ནས་ཨ་ནི་ང་ལ་ག་ལོག་རེད་ཅིག་དེ་འགྲིག་ཤག་གསུང་ངེས་ཡིན་ན་རྗེས་སུ་ཡི་རང་ཡོད་ཐུགས་རྗེ་ན་ལ་ཡིན་ཁ་ཆེར་ང་རང་རང་གི་ཐོག་ནས་ངེད་ཀྱི་དྲང་པོ་དྲང་ཤང་གཞན་གྱི་བསམ་བློ་གཏང་རྒྱུ་ཡོད་ང་ང་རང་སོ་སོ་རང་གི་ཆེད་དུ་རྩ་བ་ཉིད་ནས་མེད་ང་ང་རང་ལས་ཀ་འགྲིག་བསྡད་ཡོད། མི་སེར་གྱི་འགྲིག་བསྡད་ཡོད། ནང་མི་ཡི་འགྲིག་བསྡད་ཡོད། སྐུ་ལྷ་ཏག་ཏག་ཡོད། ར། སྔགས་བཟློག་བྱས་ནས་དེ་བསྟན་ན་དེས་བཟློག། སྤྱི་ཚོགས་ཞབས་ཕྱི་མ་ཞུས་ནས། ཡིན་སྤྱི་ཚོགས་ཞབས་ཕྱི་ལ་དེ་དྲག། དྲ་རྒྱ་ལ་ཁ་རྒྱག་པ་གཅིག་པུ་ཤེས་ཡ་ལགས་མེད་ད། དེ་ལས་ལྷ་ག་གིས་ཁ་བཙུམ་བཙུམ་ལ་ཞབས་ཕྱི་ཞུ་ཉེ་དེ་ཡིན་ར། ཡིན་ནས་ང་དེ་ཚོ་གེགས་བཀོ་ཅི་མ་བྱས་ནས་སྔགས་བཟློག་བྱས་ནས་དེ་བསྟན་ན་དེས་བཟློག། ཡིན་ནས་སེམས་པ་ཟོས་མིན་འདུག་ཨ་བོད་པ་ར། ཚད་མ་ཟོས་མི་འདུག་ཨ། ཁྱེད་རང། ཁྱེད་རང་ཚོ་གྲོགས་ཅིག་ཡིན་པ་ཡིན་ནའི་རང་ཡང། བོད་ཀྱི་བསྟན་པ་ཆབ་སྲིད་ལ། ཕན་ཡག་གི་ལས་ཀ་བྱེད་ཐུབ་ཀྱི་མི་འདུག་ན། ཨ་ནི། མ་གནོད་འོས་ལ་ཡིན། ཨ་ངེད་ཀྱི་སྐད་ཆ་ལ་རྣ་མ་སྤྲོད་རྒྱུ་དང་དེ་འདྲས་ཡོད་ན་རང་ཡང། ཨ་ནི་ང་ལྡོག་རྒྱུང་རེད་ལ་ཡིན། ཨ་ནི།